ཐེག་པ་གསུམ་རྣམ་པར་བཞག་པ་ནི་དགོངས་པ་ཅན་བཤད་པའི་སྐབས་སུ་གཞུང་གི་གཏན་ཚིགས་ལ་དཔྱད་པ་དཀའ་བས་ནི་སོ་སོ་ལ་དཔྱད་པ་གཉིས་ཡོད་པའི་ནང་ནས་གཉིས་པ། དཀའ་བས་ནི་སོ་སོར་དཔྱད་པ་ལ་རྩ་བའི་ཟབ་ཁྱད་བཞི། ཐེག་པ་གསུམ་གྱི་རྣམ་པར་བཞག་པ་ཞེས་པའི་གཞུང་ལ་བརྟེན་ནས་ཐེག་ཐེག་པ་གཅིག་ཏུ་བསྒྲུབས་པ། དེ་ལས་འཕྲོས་ནས་ཉན་རང་དགྲ་བཅོམ་པ་ཐེག་ཆེན་ལམ་དུ་ཞུགས་པའི་ཚེ་མ་མཐའ་གང་ནས་འཇུག་པ། སྐྱེ་བོ་ཐམས་ཅད་བླ་ན་མེད་ཡངས་དོག་པའི་མཛའ་བོའི་བྱང་ཆུབ་ཞེས་སོགས་ཀྱི་གཞུང་ལ་བརྟེན་ནས་སེམས་ཅན་ཐམས་ཅད་སངས་རྒྱ་མི་སྐྱེ་ལ་བྱེད་པ་དེ་ལས་འཕྲོས་ནས་འཁོར་བ་ལ་མཐའ་ཡོད་མེད་ལས་བྱེད་པ་དང་བཞི་ཡོད་པའི་ནང་ནས། གསུམ་པ། དེ་ནས་དེ་ལ་འཕྲོས་ནས་ཉན་རང་དགྲ་བཅོམ་པ་ཐེག་ཆེན་ལམ་དུ་འཇུག་པའི་ཚེ། མ་མཐའ་གང་ནས་འཇུག། མཐའ་བཅད་པ་མཐའ་བཅད་པ་ལ། གཞན་ལུགས་འགག་པ་རང་ལུགས་ཞེས་པ་རྩོད་པ་སྤང་བ་གསུམ་ཡོད་པའི་ནང་ནས་གསུམ་པ་རྩོད་པ་སྤང་བའི་སྐབས། རྩོད་པ་སྤང་བ་ལ། རྩོད་པ་ཤེས་པ་དང་ལན་ཤེས་པ་གཉིས་ཡོད་པའི་ནང་ནས་གཉིས་པ་ལན་ཤེས་པའི་སྐབས་སུ། ད་དེ་ལྟར་ལན་ཤེས་པའི་སྐབས་སུ་རྩོད་པ་དེ་ལ་མཐའ་འགྱུར་དང་པོ་གཉིས་པ་གསུམ་པ་མ་ཁྱབ་པའི་མཐའ་འགྱུར་གསུམ་ཡོད་རེད། དེ་ལ་ལན་ཡང་མ་འདྲ་བ་གསུམ་ཁྱབ་པའི་དང་པོ་ལ་ཟེར་ན་ད་ཁོ་གི་མ་ཁྱབ་པའི་མཐའ་འགྱུར་དང་པོ་དེ་རེད། འདིར་བ། འཕགས་པ་སོ་སྐྱེར་འགྱུར་བ་ཡོད་པ་དག། ཉན་རང་དགྲ་བཅོམ་ཐེག་ཆེན་ལམ་དུ་འཇུག་པའི་ཚེ། དེ་ནས་ཚོགས་ལམ་ནས་འཇུག་པར་ཁས་བླངས་པའི་ཕྱིར་ཟེར། དེ་མཐའ་འཁྱོལ་དང་པོ་དེ་རེད། ཁོག་གི། འཕགས་པ་སོ་སོའི་སྐྱེ་བོའི་གང་ཟག་ཏུ་འགྱུར་བ་ཡོད་པ་དག། ཉན་རང་དགྲ་བཅོམ་ཐེག་ཆེན་ལམ་དུ་ཞུགས་པའི་ཚེ། ཐེག་ཆེན་ཚོགས་ལམ་ནས་འཇུག་པར་ཁས་བླངས་པའི་ཕྱིར། མཐའ་འགྱུར་དེ་རེད། དེ་མཐའ་འགྱུར་འདི་ང་རང་ཚོ་བས་འདོད་ལ་གུ་མ་རེད། མ་ཁྱབ་ཟེར་གི་ཡོད་རེད། ཉན་རང་དགྲ་བཅོམ། མཚན། ཐེག་ཆེན་ལམ་དུ་འཇུག་པའི་སྐབས་སུ། ཐེག་ཆེན་ཚོགས་ལམ་ནས་འཇུག་ན། འཕགས་པའི་གང་ཟག་སོ་སོའི་སྐྱེ་བོར་གྱུར་པ། ཡོད་པས་ཁྱབ་པ་མེད་ཟེར་བ་རེད། ད་ཁོ་གེ་འདི་ལ་འདོད་ལབ་ན་ཟེར་བ་རེད་ཁྱེད་རང་གི། དེ་ནི་འཕགས་པ་སོ་སྐྱེར་གྱུར་པ་ཡོད་པ་དག། ཉན་རང་དགྲ་བཅོམ་ཐེག་ཆེན་དུ་འཇུག་པའི་ཚེ་ཚོགས་ལམ་ལ་འཇུག་པར་ཁས་བླངས་པའི་ཕྱིར། ཐང་རྒྱུད་ལ་འདོད་ཟེར་ན། ཨེ་ནི་ཟག་མེད། འཕགས་པའི་ཟག་མེད་ཀྱི་སྤངས་རྟོགས་ཉམས་སྲིད་པ་མཐའ་དག་ལ་འདོད་ལན་སྤྲད་པའི་ཕྱིར་ཐང་རྒྱུད་ལ་འདོད་ལན་སྤྲད་པའི་ཕྱིར་ཟེར་ནས། ཐང་རྒྱུད་དེ་འདྲ་བཏང་བར་ཐང་རྒྱུད་དང་པོ་དེ། མདོར་ན་མ་ཁྱབ་པའི་ཐང་རྒྱུད་རེད་དེ་འདི་ཐང་རྒྱུད་དེ། ད་གལ་སྲིད། དེ་ལས་ཁྱབ་པ་ཡོད་ན་དེ་འདི་ལ་ཡང་ཁྱབ་པ་འདུག་སྲིད་པར་ད་ལྟ་འདི་འདྲ་བཏང་ཡོད་དེ། ཁྱེད་རང་དེ། མ་ཁྱབ་པའི་ཐང་རྒྱུད་རེད། གལ་སྲིད་ཁྱབ་པ་ཡོད་ན་ཨེ་ནི་འདི་ལ་ཡང་ཁྱབ་པ་ཡོད་ཁུག་རེད་སྲིད་པ་རེད། ཁྱབ་པ་ཡོད་པ་ཁྱེད་རང་གིས་ཁས་བླངས་པ་རེད་ཟེར་བར་ད་དེ་རེད་ད་དེ། ཁོས་དེའི་ཚབ་ལ། འཕགས་པ་སོ་སྐྱེར་གྱུར་པ་ཡོད་པ་དག་ཟེར་བའི་ཚབ་ལ། འོ་ན་མི་སློབ་པ་སློབ་པའི་གང་ཟག་ཏུ་འགྱུར་བ་སྲིད་པ་དག། མི་སློབ་པ་གཅིག། མི་སློབ་པའི་གང་ཟག་སློབ་པའི་གང་ཟག་ཏུ་འགྱུར་སྲིད་པ་གཅིག་ཡོད་པ་དག། ཉན་རང་དགྲ་བཅོམ། དེ་མི་སློབ་པའི་གང་ཟག་ཡིན་བཞིན་དུ་ཐེག་ཆེན་སློབ་ལམ་དུ་འཇུག་པར་ཁྱེད་རང་གིས་ཁས་བླངས་པའི་ཕྱིར་ཟེར་བ་རེད། དེ་ནི་འདིའི་ཁྱབ་པ་ཁས་ལེན་དགོས་རེད་ག་རེ་ཟེར་ན། དེ་ནས། ཐེག་ཉེ་རང་དགྲ་བཅོམ་ཐེག་ཆེན་ཚོགས་ལམ་དུ་འཇུག་ན། འཕགས་པ་སོ་སྐྱེར་གྱུར་པ་ཁྱབ་པ་ཁོས་ཁས་བླངས་སོ་འདི་ཁས་ལེན་ན། ཨ་ནི་ཉེ་རང་དགྲ་བཅོམ་ཐེག་ཆེན་སློབ་ལམ་ལ་ཞུགས་དུས་མི་སློབ་སློབ་ལམ་དུ་མི་སློབ་སློབ་པར་གྱུར་པའི་གང་མི་སློབ་སློབ་པའི་གང་ཟག་ཏུ་གྱུར་པའི་ཁྱབ་པ་ཁྱེད་རང་གིས་ཁས་བླངས་པ་རེད་ཟེར་བ་རེད། ཁོ་རང་ཁྱད་པར་ཁོ་རང་ཁས་བླངས་སོང་རེད་ག་དུས་ཁས་བླངས་པ་རེད་ཟེར་ན། ངེད་རང་དགྲ་བཅོམ་ཐེག་ཆེན་ཚོགས་ལམ་དུ་འཇུག་ན། འཕགས་པ་སོ་སྐྱེར་གྱུར་པའི་ཁྱད་པར་ཁས་ལེན་པར་འདི་ཁས་བླངས་ན་འདིའི་སྐབས་སུ་ཡང་ངེད་རང་དགྲ་བཅོམ་ཐེག་ཆེན་སློབ་ལམ་དུ་འཇུག་པའི་སྐབས་སུ་མི་སློབ་སློབ་པའི་གང་ཟག་ཏུ་གྱུར་པའི་ཁྱད་པར་ཡང་ཁྱེད་རང་གིས་ཁས་བླངས་པ་རེད་ཟེར་བ་རེད། གཅིག་པ་གཅིག་རྐྱང་སྟངས་རེད།

ཨ་ནི་མི་སློབ་དཔེ་བཟང་མེད་ཀྱི་སྤངས་རྟོགས་ཉམས་པ་སྲིད་པ་ཐག། མི་སློབ་འཕགས་པའི་གང་ཟག་མི་སློབ་སློབ་པའི་གང་ཟག་ཏུ་གྱུར་པ་ཁྱེད་རང་གིས་ཁས་བླངས་པའི་ཕྱིར་འཁོར་གསུམ་སྲིད་པ་རེད། ད་འདི་རྩ་བའི་མ་ཁྱབ་པ་རག་རེད་ཁོ་ལ་ཁོས་ཀྱི། ཁོ་ཀྱི་ཁས་བླངས་ཀྱི་དབང་དུ་བྱས་ནས་ཐང་རྒྱུད་ཁྱབ་པར་འགྲོ་སོང་བ་མ་གཏོགས་རྩ་བའི་ང་རང་ཚོའི་ལུགས་ལ་ཁྱབ་པ་མེད་རེད། ངེད་རང་དགྲ་བཅོམ་ཐེག་ཆེན་སློབ་ལམ་དུ་ཞུགས་ན། མི་སློབ་སློབ་པའི་གང་ཟག་ཏུ་གྱུར་པའི་ཁྱབ་པ་ཡོད་མ་རེད། ཡིན་ན་ཡང་ཁོད་ཀྱི་ཁས་ལམ་གྱི་འོག་ཏུ་བྱོན་ན་འདིས་ཁྱབ་པ་ཁས་ལེན་སོང་རེད། དེ་ཙང་འདི་མ་བྱུང་བ་རེད་ཡོད་སྲིད་པ་རེད་གལ་སྲིད། ངེད་རང་དགྲ་བཅོམ་ཐེག་ཆེན་ཚོགས་ལམ་དུ་འཇུག་པའི་རྒྱུ་མཚན་གྱིས། ངེད་རང་དགྲ་བཅོམ་མི་སློབ་པ་དེ་ཡི་སོ་སྐྱེར་གྱུར་བའི་ཁྱབ་པ་ཁས་བླངས་ན། ངེད་རང་དགྲ་བཅོམ་སློབ་ལམ་དུ་ཞུགས་པའི་སྐབས་སུ། ཐེག་ཆེན་སློབ་ལ་ཞུགས་པའི་སྐབས་སུ། ཉན་རང་དགྲ་བཅོམ་མི་སློབ་ལ་མི་སློབ་པ་དེས། སློབ་པའི་གང་ཟག་ཏུ་འགྱུར་བ་ཁས་ལེན་དགོས་ཐུག་གི་རེད། ཁྱད་མཚར་འདི་ལ་ད་མ་ཁྱབ་ན་གོང་དེ་ལ་ཁྱབ་པ་ཡོད་མ་རེད། གོང་ལ་ཁྱབ་པ་ཡོད་ན་འདི་ལས་ཁྱབ་པ་ཡོད་རེད། དེ་རེད་ད་འདི་ཐ་འགྱུར་དང་པོ་དེར་ལན་སྤྲད་དགོས་རེད། ད་ཐ་འགྱུར་གཉིས་པ་འདིར་བ་ཁོ་གི། ཐ་སྙོལ་གཉིས་པ། ཐེག་ཆེན་གྱི་ཚོགས་སྦྱོར་ཡིན་ན་མོས་སྤྱོད་ཀྱི་ས་ཡིན་ཡིན་མི་དགོས་པ་ཐ་སྙད་རང་འདྲ་བྱུང་ཐེག་ཆེན་ཚོགས་ལམ་དུ་འཇུག་པ་ཡོད་པའི་ཕྱིར། འདོད་ན། ཐེག་ཆེན་མཐོང་སྒོམ་གྱི་ལམ་གང་རུང་ཡིན་ན་དེ་ཁོ་ན་ཡིད་ཆེས་ཡིན་མི་དགོས་པར་ཐ་ལོ་ཟེར་བ་དེ་རེད། ད་འདི་རེ་རེད་ད་ཁོ་ཁོ་གི་ཟེར་དུས་དེ་ནས། ངེད་རང་དགྲ་བཅོམ་ཐེག་ཆེན་ཚོགས་ལམ་དུ་ཞུགས་ན། ཐེག་ཆེན་ཚོགས་སྦྱོར་དེ་མོས་སྤྱོད་ཀྱི་ས། ཡིན་པ་ཆགས་ཀྱི་མི་འདུག་སྲིད་གོ་རེད། ད་ཐེག་ཆེན་ཚོགས་སྦྱོར་དེ་མོས་སྤྱོད་ཀྱི་ས་ཡིན་པ་ཆགས་ཀྱི་མེད་ན། དེ་ནི་ཐེག་ཆེན་མཐོང་ལམ་དང་གོ་ལམ་དེ་དེ་ཁོ་ན་ཉིད་ཡིད་ཆེས་ཀྱི་ས་ཡིན་པ་ཡང་ཆགས་ཀྱི་མ་རེད་གཅིག་པ་གཅིག་རྐྱང་རེད་སྲིད་གོ་རེད། འོ་དེ་ད་འདི་མཐའ་འགྱུར་དེའང་ཁྱབ་པ་ཡོད་མ་རེད། ཉེ་རང་དགྲ་བཅོམ་ཐེག་ཆེན་ཚོགས་ལམ་དུ་འཇུག་པ་ཡོད་ན། ཐེག་ཆེན་ཚོགས་ལམ་ཡིན་ན་མོས་སྤྱོད་ཀྱི་ས་ཡིན་མི་དགོས་པའི་ཁྱབ་པ་ཡོད་མ་རེད། ཡིན་ན་ཡང་ཁོས་ཁྱབ་པ་འདུག་ཟེར་ལབ་ན་ཨེ་འདི་ལ་ཡང་ཁྱབ་པ་ཁས་ལེན་དགོས་ཐུག་གི་རེད་ཟེར་གི་རེད་གཅིག་པ་གཅིག་རྐྱང་བཏང་གི་རེད་འོ་ན་ཐེག་ཆེན་མཐོང་ལམ་དགོངས་ལམ་གང་རུང་ཡིན་ན་སློབ་ལམ་ཡིན་མི་དགོས་པ་དག་དངོས་གནས་བྱས་ན་ཐེག་ཆེན་མཐོང་ལམ་དགོངས་ལམ་དེ་སློབ་ལམ་རེད་ད་ཡིན་ན་འོ་ན་ཐེག་ཆེན་མཐོང་ལམ་དགོངས་ལམ་གང་རུང་ཡིན་ན་སློབ་ལམ་ཡིན་མི་དགོས་པ་དག་སློབ་ལམ་ཡིན་པས་ཁྱབ་པ་མེད་པ་དག། ཉན་རང་དགྲ་བཅོམ་ཐེག་ཆེན་མཐོང་ལམ་སྒོམ་ལམ་གང་རུང་ལ་འཇུག་པ་གང་ཞིག་དེ་འདྲའི་ཉན་རང་དགྲ་བཅོམ་དེ་མི་སློབ་པ་ཡིན་པའི་ཕྱིར། རྟགས་ཁྱབ་ཁས་ཟིག་བ་རེད། དེ་འདྲའི་ལན་སྤྲད་ཐུབ་ཀྱི་མ་རེད། ག་རེ་རེད་ཟེར་དུས་གོ་ན། དེ་ནི། ཉན་རང་དགྲ་བཅོམ་ཐེག་ཆེན་ཚོགས་ལམ་དུ། འཇུག་པའི་རྒྱུ་མཚན་གྱིས་ཐེག་ཆེན་ཚོགས་སྦྱོར་དེ་མོས་སྤྱོད་ཀྱི་ས་ཆགས་ས་མ་རེད་ལབ་ན། ཨ་ནི། ངེད་རང་དགྲ་བཅོམ་ཐེག་ཆེན་མཐོང་ལམ་དང་སྒོམ་ལམ་གང་རུང་དུ་ཞུགས་པའི་སྐབས་སུ། ཨ་ནི། དེ་ནི། ཐེག་ཆེན་མཐོང་ལམ་སྒོམ་ལམ་དེ། དེ་ནི་སློབ་ལམ་ཆགས་ཀྱི་མ་རེད་མི་སློབ་ལམ་ཆགས་འགྲོ་གི་རེད་ཟེར་གི་རེད། དེ་རེད་ད། དེ་ནི་ཐཱན་འགྱུར་གཉིས་པ་ལ་ལན་སྤྲད་པ་རེད། ད་མཐའ་འགྱུར་གསུམ་པ་ཁོས་ཁོའི་མཐའ་འགྱུར་གསུམ་པ་འདི་རུ་བ། འཕགས་པ། མཐོང་ལམ་མ་ཐོབ་པའི་གང་ཟག་དང་འགྱུར་བ་ཅིག་ཡོད་པ་ཐག་བསྲེ་བར་འཕགས་པའི་གང་ཟག་ཡིན་མཁན། དང་པོ་འཕགས་པའི་གང་ཟག་བྱས། རྗེས་མ། མཐོང་ལམ་མ་ཐོབ་པའི་གང་ཟག་ཅིག་ཏུ་འགྱུར་བ་ཡོད་པ་ཐག་བསྲེ་བར། ག་རེ་ཟེར་ན། ཁོས་ཀྱི་མཐའ་འགྱུར་འདི་རུ་བ། འཕགས་པ། མཐོང་ལམ་མ་ཐོབ་པའི་གང་ཟག་དང་འགྱུར་བ་ཡོད་པ་ཐག། དེ་ནས། འཕགས་པ་སོ་སྐྱེར་འགྱུར་བ་ཡོད་པར་ཁས་བླངས་པའི་ཕྱིར། ཟེར་བ་རེད། ཁྱབ་སྟེ། སོ་སོའི་སྐྱེ་བོ་ཡིན་ན་འཕགས་ཆོས་མ་དད་པས་ཁྱབ་པའི་ཕྱིར་ཟེར་བའི་ཐ་འགྱུར་དེ་རེད། ད་ཁོས་གི་སི་ཏུ། དེ་ནས། འཕགས་པ་སོ་སྐྱེར་གྱུར་པ་ཡོད་ན། དེ་ནས་འཕགས་པ་མཐོང་ལམ་གྱི། འཕགས་པ་མཐོང་ལམ་མ་ཐོབ་པའི་གང་ཟག་གང་ཟག་ཏུ་གྱུར་པ་ཡོད་པས་ཁྱབ་ཟེར་བར་ཁོས་ང་རང་ཚོ་འདི་ཁྱབ་པ་ཡོད་མ་རེད་ཟེར། དཔེར་ན། ངེད་རང་དགྲ་བཅོམ་དེ་ཚོགས་ལམ་དུ་འཇུག་པའི་སྐབས་སུ་སོ་སྐྱེ་རེད། ཡིན་ན་ཡང། སོ་སྐྱེ་ཡིན་པའི། ངེད་རང་དགྲ་བཅོམ་སྔོན་སོང་གི་ཐེག་ཆེན་སོ་སྐྱེ་ཡིན་མཁན་དེ་འཕགས་པའི། མཐོང་ལམ་མ་ཐོབ་པའི་ཁྱབ་པ་མེད་པ་རེད། ད་འདི་ལ་ཁྱབ་པ་ཡོད་ན་ཁྱེད་རང་དེ་འདྲ་ཡོང་གི་རེད། འོ་ན། སློབ་པ་ཡིན་ན་མི་སློབ་པའི་ཆོས་མ་ཐོས་པའི་ཁྱབ་པ་ཡོད་པ་ཐག་ད་གཅིག་པ་གཅིག་རྐྱང་རེད། འགྲོ་དང། འོ་ན་སློབ་པ་ཡིན་ན་མི་སློབ་པའི་ཆོས་རྩ་བ་ན་མ་ཐོས་པའི་ཁྱབ་པ་ཡོད་པར་ཐལ། སོ་སྐྱེ་ཡིན་ན་འཕགས་པའི་ཆོས་མ་ཐོབ་པའི་མ་ཐོས་པའི་ཁྱབ་པར་ཁྱེད་རང་ཁས་བླངས་པའི་ཕྱིར་ཟེར་བར་འདོད་ན། དེ་ནས་ད་འདྲ་སྟེ། དམན་ལམ་སྔོན་སོང་གི། དེ་ནས་ཀ་སུ་རི། དེ་ནི། མ་རེ་ཐིམ་འདོད་ན་འདོད་ཟེར་བ་ཡིན་ན་དེ་ནས། ཉན་རང་དགྲ་བཅོམ། ཐེག་ཆེན་མཐོང་ལམ་དང་སྒོམ་ལམ་ལ་ཞུགས་པའི་སྐབས་སུ། དེ་ནས་མི་སློབ་པའི་ཆོས་མ་ཐོབ་པ་དག་འདོད་པའི་ཕྱིར། འདོད་མི་ནུས་ཏེ། དེ་ནས་ཉན་རང་དགྲ་བཅོམ་རྟོགས་པ་སྔོན་སོང་གི་དེ་ནས་ཐེག་ཆེན་མཐོང་ལམ་སྒོམ་ལམ་པ་གང་རུང་ཡིན་པའི་ཕྱིར། ཟེར་བ་རེད། ད་འདི་གི་མཐའ་འགྱུར་གསུམ་དང་གསུམ་ཆར་མ་ཁྱབ་པ་རེད།

དེ་འདྲ་ཡིན་ན་དེ་ལྟ་བུའི་ཐེག་ཆེན་ཚོགས་ལམ་པ་དེས་ན་ཉེ་རང་དགྲ་བཅོམ། དེ་ནས་རྟོགས་པ་སྔོན་དུ་སོང་བ་དེ་ལྟ་བུའི་ཐེག་པ་ཐེག་ཆེན་ཚོགས་ལམ་པ་དེས་ཟེར་བ་རེད། དང་པོ་ཉེ་རང་དགྲ་བཅོམ་གང་རུང་བྱས་དེ་ནས་ཐེག་པ་ཆེན་པོའི་ལམ་ལ་ཞུགས་ནས་ཐེག་ཆེན་ཚོགས་ལམ་ཡིན་མཁན་དེས་ཟེར་བ་རེད་དེ་ལ་བས་ལ་ཉེ་རང་དགྲ་བཅོམ་ཐེག་ཆེན་ཚོགས་ལམ་དུ་ཞུགས་པ་དེ་ལྟ་བུའི་ཐེག་ཆེན་ཚོགས་ལམ་པ་དེས་ད་སོ་སོའི་སྐྱེ་བོ་རེ་དང་འཕགས་པ་རེས་ཟེར་བ་རེད། དེ་དོགས་པ་སྐྱེ་དགོས་འདུག་ཟེར་བ་རེད། ད་འདི་ལ་དེ་ནི་ང་རང་ཚོ་གིས་ན་སོ་སྐྱེ་ཡིན་པས་ཁྱབ་པ་རེད་དེ། ཁོ། ཁ་ཅིག་གིས་དོགས་པ་ད་འདི། ཁ་ཅིག་གིས་འདི་བློ་ལ་འགྲོ་གི་ཡོད་མ་རེད། ཁ་ཅིག། མཁས་པ་ཁ་ཅིག། འཕགས་པ་ཡིན་ཏེ་ཟེར་བ་ད་ངེད་རང། དགྲ་བཅོམ། ཐེག་པ་ཆེན་པོའི་ལམ་ལ་ཞུགས་པའི་སྐབས་སུ་ཐེག་ཆེན་ཚོགས་ལམ་ནས་ཞུགས་དགོས་ཀྱི་ཡོད་རེད། ཐེག་ཆེན་ཚོགས་ལམ་ནས་ཞུགས་ན་ཡང་དེ་འདྲའི་ཚོགས་ལམ་པ་དེ་སོ་སྐྱེ་མ་རེད་འཕགས་པ་རེད་ཟེར་བ་རེད། ག་རེ་རེད་ཟེར་ན། འཕགས་པ་ཡིན་པ་ལ་རྒྱུ་མཚན་འདུག། སོ་སྐྱེ་ཡིན་པ་ལ་སྐྱོན་འདུག་ཟེར་བ་རེད། སྐྱོན་ག་རེ་ཡོད་རེད་བསམ་སྐྱོན་འདི་རེད་ག་སྟེ། ངེད་རང་དགྲ་བཅོམ་ཐེག་པ་ཆེན་པོའི་ལམ་ལ་ཞུགས་ནས་ཚོགས་ལམ་ལ་ཡོད་པའི་སྐབས་སུ་གལ་སྲིད་སོ་སོའི་སྐྱེ་བོ་གང་ཟག་ཡིན་པ་ཡིན་ན། ཨཱ་ནི་ཐང་འགྱུར་འདི་ལ་སྐྱོན་འདི་འདུག་ཟེར་བ་དེ་ཆོས་ཅན་ཟེར་ན། ངེད་རང་དགྲ་བཅོམ་ཐེག་ཆེན་ཚོགས་ལམ་དུ་ཞུགས་པའི་ཐེག་ཆེན་ཚོགས་ལམ་པ་དེ་ཆོས་ཅན། འཕགས་ལམ་རྒྱུད་ལ་མ། འཕགས་ལམ་རྒྱུད་ལ་མ་ཐོབ་པའི་གང་ཟག་ཡིན་པ་དག། འཕགས་པའི་ལམ་སེམས་ལ་རྩ་བ་ནས་མ་ཐོབ་པའི་གང་ཟག་ཡིན་པ་དག། ཁོ། སོ་སྐྱེ་ཡིན་པར་ཁྱེད་རང་གིས་ཁས་བླངས་པའི་ཕྱིར། ཟེར་བ་རེད། ཁྱབ་སྟེ། སོ་སྐྱེ་ཡིན་ན། དེ་ནི། འཕགས་ལམ་རྒྱུད་ལ་མ་ཐོབ་པའི་གང་ཟག་ཡིན་པས་ཁྱབ་པ་འདུག་ཟེར་བ་རེད། ད་དེ། ཁྱབ་བསྒྲུབ་དེ་འགྲིག་མི་འདུག་སྲིད་བོར་ད་འདི་ག་ལ། སོ་སྐྱེ་སོ་སོའི་སྐྱེ་བོའི་གང་ཟག་ཡིན་ནི་ད་རེད་ག་སོ་རེད། འཕགས་ལམ་རྒྱུད་ལ་མ་ཐོབ་པའི་གང་ཟག་དུ་ཐ། སོ་སོའི་སྐྱེ་བོའི་གང་ཟག་ཡིན་པའི་ཕྱིར། ལམ་ན་སོ་སོའི་སྐྱེ་བོའི་གང་ཟག་ཡིན་ན། འཕགས་ལམ་རྒྱུད་ལ་མ་ཐོབ་པའི། གང་ཟག་ཡིན་པས་ཁྱབ་པ་རེད་དེ། ཁྱབ་པ་སྒྲུབ་བྱེད་དེ་སྒྲིབ་མེད་དུ་འུ་སི་བར་ཁྱབ་སྟེ། ད་དེ་སོ་སྐྱེ་ཡིན་ན་ཕ་ལམ་རྒྱུད་ལ་མ་ཐོབ་པས་ཁྱབ་སྟེ། ཆོས་མངོན་པ་མཛོད་ལས། སོ་སོའི་སྐྱེ་འདི་ལམ་མ་ཐོབ་པར་སོ་སོའི་སྐྱེ་བོར་འདོད་དོ་ཟེར་ན། འཕགས་པའི་ལམ་མ་ཐོབ་པས་འཕགས་པའི་ལམ་མ་ཐོབ་པ་དེ་ལ་སོ་སོའི་སྐྱེ་བོ་ཟེར་གྱི་རེད་ཅེས་ལབ་པ་དང། ཆོས་མ་ཀུན་འདུས་ལས། སོ་སོའི་སྐྱེ་བོ་གཉིས་གང་ཞིག་ན་སོ་སྐྱེ་ཟེར་ན་གར་གྱིར་ཟེར་གྱི་རེད་ཟེར་ན། འཕགས་པའི་ཆོས་མ་རྙེད་པ་ཟེར་ན་འཕགས་པའི་ལམ་མ་ཐོབ་པ་ཅི་ལ་ཟེར་གྱི་རེད་ཅེས་གསུངས་པའི་ཕྱིར་ཟེར་བ་རེད། ད་འདིའི་སྐབས་སུ་ག་རེ་མ་འགྲིག་པ་རེད་ཟེར་ན། འདི། ལམ་མ་ཐོབ་པའི་ལམ་མ་ཐོབ་པ་སོ་སོའི་སྐྱེ་བོར་འདོད་དོ་ཞེས་པའི་སོ་སྐྱེ་དེ་དང། གང་ཟག་གཉིས་དེ་ཁ་ཁ་རེད་ཟེར་བ་རེད། དེ་ནས་སོ་སོའི་སྐྱེ་བོ་གཉིས་གང་ཞིག་ན་འཕགས་པའི་ཆོས་མ་རྙེད་པའོ་སྲེད་པའི་སོ་སྐྱེ་དེ་དང་གང་ཟག་གཉིས་དེ་ཁ་ཁ་རེད་དེ་བ་རེད། ཁོས་གིས་འདི་གང་ཟག་ལ་སྦྱར་ཡོང་པ་རེད་དེ་མ་བྱུང་བར་འདི་ཁྱབ་པ་ཁྱབ་པ་ཁྱབ་སྒྲུབ་ཁྱབ་པ་སྒྲུབ་བྱེད་དེ་གིས་འགྲིག་གི་ཡོད་མ་རེད། ལམ་མ་ཐོབ་པའི་སོ་སོའི་སྐྱེ་བོར་འདོད་དོ་ཟེར་ན་སོ་སྐྱེ་རེད་དེ་འདི་གང་ཟག་མ་རེད། དེ་ནས་སོ་སོའི་སྐྱེ་བོ་ནི་གང་ཞེ་ན། དེ་ནས་ཆོས་རྣམས་འཕགས་པའི་ཆོས་རྣམས་མ་རྙེད་པའོ་ཟེར་ན་སོ་སོའི་སྐྱེ་བོ་རེད་དེ་གང་ཟག་མ་རེད། བྱས་ཙང་དེ་ཡིན་དུས་ད་ནི་ཁྱེད་རང་གིས་ཁྱབ་སྒྲུབ་དེ་འགྲིག་གི་མི་འདུག་ཟེར་བར་ལྟ་དེ་ལྟ་ཁོ་ལ་སྒྲུབ་བྱེད་མེད་པས། དེ་ནས་ཁོ་ལ་ད་འདྲ་སྟེ། ཐེག་ཆེན་ཚོགས་སྦྱོར་ན་གནས་པ་དེ། དེ་ནི་སོ་སྐྱེ་མ་ཡིན་པ་འཕགས་པ་ཡིན་པས་སྒྲུབ་བྱེད་མེད་པ་རེད་སྒྲུབ་བྱེད་ཅིག་གིས་ཡོད་ན་འདི་ནི་ཁུངས་འཁྱོལ་གི་ཡོད་མ་རེད་ཟེར་བར། བྱས་ཙང། གསུང་ཚད་ཐམས་ཅད་ལ་མ་ཐོབ་པའི་སོ་སོའི་སྐྱེ་བོའི་སྐྱེ་བོར་འདོད་དོ་ཟེར་བ་དང་སོ་སོའི་སྐྱེ་བོ་གང་ཞིག་ན་འཕགས་པའི་ཆོས་མ་ཐོབ་མཉེས་པའོ་མ་མཉེས་པའོ་ཟེར་བ་དེ་ཚོ་དེ་ནི་གསུང་ཚད་ཐམས་ཅད་དེ་ནི་ག་ས་ག་ལ་སྦྱར་ན་འགྲིག་གི་མ་རེད་ཟེར་བ་རེད། ཚིག་གི་དངོས་བསྟན་ཚིག་གི་དངོས་བསྟན་ཚིག་གི་དངོས་བསྟན་འདྲ་བོ་ཅིག་ཚིག་གི་དངོས་བསྟན་འདྲ་བོ་ཅིག་ཡོད་ཡོད་ཚད་ཐམས་ཅད་ཨ་ནི་ག་ས་ག་ལ་སྦྱར་སྦྱར་ན་འགྲིག་གི་མ་རེད་ཟེར་བ་རེད་ག་རེ་ཟེར་ན།

ད་ང་རང་ཚོ་ལབ་པའི་ཁོད་འདི་འདྲ་ཟེར་གི་འདུག་བ། ཉེ་རང་དགྲ་བཅོམ་ཐེག་ཆེན་ཚོགས་ལམ་ན་བཞུགས་པའི་སྐབས་ཀྱི་ཐེག་ཆེན་ཚོགས་ལམ་པ་དེ་ཆོས་སྦྱིན། འོ་ན་ཕ་ལམ་རྒྱུད་ལ་མ་ཐོབ་པའི་གང་ཟག་ཡིན་པ་དག་ཁོ་སོ་སྐྱེ་ཡིན་པར་ཁྱེད་རང་ཁས་བླངས་པའི་ཕྱིར་ཟེར་བ་རེད། ཁྱབ་གཏད་ཟེར་སོ་སྐྱེ་ཡིན་ན་འཕགས་པའི་ལམ་རྒྱུད་ལ་མ་ཐོབ་པའི་གང་ཟག་ཡིན་པས་ཁྱབ་གཏད། ཆོས་མགོན་པ་མཛོད་ལས་ལམ་མ་ཐོབ་པ་སོ་སོའི་སྐྱེ་བོར་འདོད་དོ་ཟེར་བ་དང། ཀུན་བཏུས་ལས། སོ་སོའི་སྐྱེ་བོ་ཉིད་གང་གི་ཕྱིར་ན་འཕགས་པའི་ཆོས་རྣམས་ཀྱིས་མ་རྙེད་པའོ་ཞེས་གསུངས་པའི་ཕྱིར་ཟེར་བ་རེད། འོན་ཀྱང། ད་བར་ན། ད་འཕགས་པ་ཡིན་པར་ཁས་བླངས་པ་རེད། འཕགས་པ་ཡིན་པར་ཁས་བླངས་པ་རེད། ཁྱོད་ཀྱིས་སོ་སྐྱེ་མ་རེད་ཟེར་བ་རེད། ད་འཕགས་པ་ཡིན་པ་རེད། དེ་ནས་ད་ལྟ་ངེད་རང་དགྲ་བཅོམ་ཐེག་ཆེན་ལམ་ལ་ཞུགས་པའི་སྐབས་སུ་ཐེག་ཆེན་ཚོགས་ལམ་པ་དེ་འཕགས་པ་ཡིན་ཟེར་བ་རེད། འོ་ན་འཕགས་པ་ཡིན་ན་ཐེག་ཆེན་འཕགས་པ་རེད་དམ་ཐེག་དམན་འཕགས་པ་ག་རེ་རེད་ཟེར་ན་འདི་གཉིས་ཀ་ཡིན་དགོས་མ་རེད་ཟེར། འོན་ཀྱང། དེ་ནས་ཐེག་ཆེན་འཕགས་པ་ཡང་མ་རེད། ཐེག་དམན་འཕགས་པ་ཡང་མ་རེད་ཟེར་བ་རེད་ཐེག་ཆེན་འཕགས་པ་དང་ཐེག་དམན་གང་ཡང་མ་ཡིན་པའི་འཕགས་པ་ཕུན་སུམ་པ། འཕགས་པ་ཕུན་པོ་སུམ་པ་ཅིག་རེད་ཟེར་བ་རེད། དཔེར་ན་གཉིས་ཀ་ཡིན་པའི། ཕུང་གསུམ་པ་ཇི་ལྟ་གཉིས་ཀ་མ་ཡིན་པའི་ཕུང་གསུམ་བརྗེ་རུ་བ་འདི་འཕགས་པ་གཉིས་ཀ་མ་ཡིན་པའི་འཕགས་པ་ཕུང་པོ་གསུམ་པ་ཇི་རེད་ཟེར་བ་རེད། ད་གང་ལྟར་འཕགས་པ་ཡིན། ཡིན་ན་ཡང་ཐེག་ཆེན་འཕགས་པ་དང་ཐེག་དམན་འཕགས་པ་གཉིས་ཀ་མ་ཡིན་པའི་འཕགས་པ་ཕུང་པོ་གསུམ་པ་ཇི་ཡིན་ཟེར་བ་རེད། ད་ཁོས་འདི་ལ་ག་རེ་མ་བྱུང་བ་རེད་ཟེར་དུས་གང་ལྟར། གཙོ་བོ་འདྲ་བོ་དེ་འདིའི་སྟེང་དུ། མཛོད་ལས་མཛོད་ཀྱི་ལུང་དེ་དང་ཀུན་བཏུས་ཀྱི་ལུང་གི། དེ་དྲངས་པ་རེད། འདི། བརྗོད་བྱ་འདྲ་བོ་རེ་ཡོད་མཁན་གཅིག། དེ་ནི། ཐེག་ཆེན་དགའ་བསུ་རེ་ཉན་རང་དགྲ་བཅོམ་རྟོགས་པ་སྔོན་དུ་སོང་བ་ད་ལྟ་ཚོགས་ལམ་པ་སྟེང་དུ་དྲངས་སོང་བ་རེད། ཉན་རང་དགྲ་བཅོམ། རྟོགས་པ་སྔོན་དུ་སོང་ན་ད་ལྟ་ཐེག་ཆེན་ཚོགས་སྦྱོར་ལ་ཡོད་པའི་གང་ཟག་དེ་སོ་སོའི་སྐྱེ་བོའི་གང་ཟག་རེད། སོ་སོའི་སྐྱེ་བོའི་གང་ཟག་ཡིན་དུས། ཨ་ནི། ལམ་མ་ཐོབ་པར་སོ་སོའི་སྐྱེ་བོར་འདོད་དོ་ཟེར་བ་དང། སོ་སོའི་གཉེན་བོ་གང་ཞེ་ན་འཕགས་པའི་ལམ་གྱི་ཆོས་འཕགས་པའི་འཕགས་པའི་ཆོས་རྣམས་ཀྱིས་མ་ཉེས་པའོ་སོགས་སྦྱར་བཤད་པ་རེད། འདི་སྦྱར་ན་སྦྱར་སྟངས་འགྲིག་ཡོད་མ་རེད་ཟེར་བ་རེད། གཅིག། དགྲ་བོ་དགྲ་བོ་གཅིག་ལ་དགྲ་བོར་གྱི་གསུངས་ཡོད་ན། ཐམས་ཐམས་ཅད་ལ་དེ་ལ་སྦྱར་རྒྱུ་སྦྱར་བའི་དོན་དག་མ་རེད་ཟེར་བ་རེད། ཨེ་ནི་སྦྱར་བ་ཡིན་ན་གཅིག་པ་གཅིག་རྐྱང་རེད་ཁྱེད་རང་ལ་སྐྱོན་དེ་ཡོང་གི་རེད་ཟེར་དེ་འདྲ་སྦྱར་ཆོག་གི་མ་རེད་ཟེར་བ་རེད། ག་རེ་ཟེར་ན། ལམ་མ་ཐོབ་པར་སོ་སོའི་སྐྱེ་བོར་འདོད་དོ་ཟེར་བ་དེ་ཚོ་སོ་སྐྱེ། རེད་དེ། གང་ཟག་དབང་དུ་བྱས་ནས་གསུང་གི་ཡོད་མ་རེད། སོ་སོའི་སྐྱེ་བོ་གཉིས་གང་ཞིག་ནའང་བསལ་ཏེ་སོ་སྐྱེ་རེད་དེ་གང་ཟག་ཡིན་པའི་དབང་དུ་བྱས་གསུང་གི་ཡོད་མ་རེད། ད་ལྟ་ང་ཚོ་སོ་སྐྱེ་ཡིན་བསལ་ཏེ་སོ་སོའི་སྐྱེ་བོའི་གང་ཟག་གི་དབང་དུ་བྱས་ནས་གསུང་གི། བྱས་ཙང། སོ་སོའི་སྐྱེ་བོ་གང་ཟག་ཡིན་བསལ་དུས་ལ་མ་ཐོབ་པ་སམ་དགྲ་བོ་ཅིག་ཡ་ཁྱེད་ནས་བྱས་ན་ཨེ་ནི་འགྲིག་སྟངས་ཡོད་མ་རེད་ཟེར་བ་རེད། གཅིག་ལས་དགྲ་བོ་ཅིག་གསུང་དུས་དེ་ལ་སྦྱར་བཞག་པས་ན་སྐྱོན་ཆེན་པོ་ཡོད་རེད། ཁྱོད་རང་ལ་སྐྱོན་དེ་འདྲ་ཡོང་གི་རེད་ཟེར་བ་ན། ལུས་ཀྱི་ཚོར་བ་བཏང་སྙོམས་ཆོས་ཅན། ད་ལུས་ལ་ཚོར་བ་བཏང་སྙོམས་ཡོད་རེད་སྡུག་བསྔལ་ཡོད་རེད་བདེ་བ་ཡོད་རེད་གསུམ་ཡོད་རེད་བ། ད་དེ་ན་ནི་ལུས་ཀྱི་ཚོར་བ་བཏང་སྙོམས་ཟེར་ངེས་ཏེ། ཚོར་བ་སྐྱིད་པ་ཡང་མ་རེད་ལ་ཚོར་བ་མ་སྐྱིད་པ་ཡང་མ་རེད། ཚོར་བ་ནི་ཡིན་པ་གཞིར་བཞག། ཚོར་བ་སྐྱིད་པ་ཡང་མ་རེད་ཚོར་བ་མ་སྐྱིད་པ་ཡང་མ་རེད་དེ་ལ་བཏང་སྙོམས་ཟེར་དགོས། ད་དེའི་ཚོར་བ་བཏང་སྙོམས་དེ་ལ་དེ་ནས་སྡུག་བསྔལ་གྱི་དབང་པོས་སྡུག་བསྔལ་གྱི་དབང་པོ་སངས་ཚོར་བ་སྡུག་བསྔལ་གྱི་དེ་ནས་དོན་དག་འདྲ་བོ་ཅིག་ཞུགས་འགྲོ་གི་ཡོད་རེད། འོ་ན་ད་ཁོས་ཀྱི་དེ་ནས་དེ་ཆོས་ཅན་ཟེར་བའི་ཚབ་ལ། ལུས་ཚོར་བཏང་སྙོམས་ཆོས་ཅན། ལུས་ཚོར་བཏང་སྙོམས་ཆོས་ཅན། སྡུག་བསྔལ་གྱི། ལུས་ཚོར་བཏང་སྙོམས་ཆོས་ཅན། སྡུག་བསྔལ་གྱི་དབང་པོ་ཡིན་པ་ཐག། ཚོར་བ་སྡུག་བསྔལ་ཡིན་པ་ཐག་གཟིགས་པ་རེད། མདོར་ན། ལུས་ཚོར་བཏང་སྙོམས་ཚོར་བ། ལུས་ཀྱི་ཚོར་བ་བཏང་སྙོམས་ཆོས་ཅན། ཁྱོད་སྡུག་བསྔལ་གྱི་དབང་པོ་ཡིན་པར་ཐག་ཧ་སོང། ཚོར་བ་སྡུག་བསྔལ་ཡིན་པར་ཐག། ཚོར་བ་སྡུག་བསྔལ་ལམ་ནས་སྒྲིག་པའི་ཚོར་བ་སྡུག་བསྔལ་དེ། དེ་ནི། ཆགས་སྡང། ཆགས་སྡང་འཕེལ་བ་ལ་དབང་བྱེད་ཀྱི་ཡོད་རེད། བྱས་ཙང་དེ་ཡིན་དུས་དབང་པོ་ཆགས་སོང་བ་རེད། མདོར་ན་ཚོར་བ་སྡུག་བསྔལ་རེད། ད་ནི་ལུས་ཀྱི་ཚོར་བ་བཏང་སྙོམས་ཆོས་ཅན། དེ་ནི། དེ་རེ་བ་ཁ་གསོ་རེད། སྡུག་བསྔལ་གྱི་དབང་པོ་ཡིན་པར་ཐག།

སྐྱིད་པོ་ཅིག་མ་ཚོར་བ། ཟེར་མཁན་དེ་ཡིན་པའི་ཕྱིར་རི་བསིལ་བ་རེད། ད་ལུས་ཚོར་ཡིན་པ་གཞིར་བཞག་སྐྱིད་པོ་ཅིག་མ་ཚོར་ན་སྡུག་བསྔལ་གྱི་དབང་པོ་ཡིན་པས་ཁྱབ་པ་དེ་སྔོན་པོ་མཛོད་ལས་གསུངས་འདུག་ཟེར་ག་འདྲས་སོང་ཟེར་ན། ལུས་ཚོར་སིམ་པ་མ་ཡིན་གང་སྡུག་བསྔལ་དབང་པོའོ་ཟེར་བ། ལུས་ཀྱི་ཚོར་བ་གང་ཞིག་སིམ་པ་སྨྱོ་བ་མ་ཡིན་པ་གང་ཡིན་པ་དེ་སྡུག་བསྔལ་ཚོར་བ་སྡུག་བསྔལ་གྱི་དབང་པོ་ཡིན་གསུངས་འདུག

ཚོར་བ་བཏང་སྙོམས་ལ་སྦྱར་ན་འགྲིག་གི་མ་རེད་ཟེར་ན་གཅིག་པ་གཅིག་རྐྱང་རེད། ལམ་མ་ཐོབ་པར་སོ་སོའི་སྐྱེ་བོར་འདོད་དོ་གསུངས་གསུངས་ཡོད་རེད་དེ། དེ་ནས། ཚོང་ལམ་པ་དེ་ལ་སྦྱར་ན་ཚོང་ལམ་པའི་སོ་སྐྱེ་དེ་ལ་སྦྱར་ན་འགྲིག་གི་ཡོད་མ་རེད་ཟེར་དགོས་རེད་འོ་དེ་རེད་ད། ཐཱན་འགྱུར་གཏོང་སྟངས་འདྲ་བོ་གཅིག་རེད་བ་དེ་རེད། ཡང། དེ་ཆོས་ཅན། ཐེག་ཆེན་རང་ལུགས་ཀྱི་ཟེར་ན་ད་དེ་རེད། དེ་ནི་ཁ་སོ་རེད་ཁོ་འཕགས་པ་ཡིན་ཟེར་བ། ཉན་རང་དགྲ་བཅོམ་གྱི་རྟོགས་པ་སྔོན་དུ་ཉན་རང་དང་པོ་ཉན་རང་དགྲ་བཅོམ་བྱས་ཐེག་པ་ཆེན་པོའི་ལམ་ལ་ཞུགས།

ཐེག་ཆེན། ཐེག་པ་ཆེན་པོ་རང་ལུགས་ཀྱི་རྟོགས་རིགས་ཏེ་རྟོགས་བྱ་སྤྲོས་བྲལ་དོན་སྤྱིའི་ཚུལ་དུ་རྟོགས་པའི་གང་ཟག་མ་ཡིན་པ་དག། དེ་ནི་ཁོ་འཕགས་པས་ཁོ་འཕགས་པའི་གང་ཟག་ཡིན་པ་ཁྱེད་རང་གིས་ཁས་བླངས་པའི་ཕྱིར། འདོད་ན། དེ་ནི། འདོད་ན། ད། ཉན་རང་སྒྲ་ཆུང་རྟོགས་པ་སྔོན་སོང་གི་བྱང་སེམས་ཚོགས་ལམ་པ་སྟེ་ཆོས་ཅན། དེ་ནི། ཐེག་པ་རང་ལུགས་ཀྱི་རྟོགས་བྱ་སྤྲོས་བྲལ་མངོན་སུམ་དུ་རྟོགས་པའི་གང་ཟག་ཡིན་པ་དག། དེ་ནས། ཡིན་པ་དག་ཐེག་པ་རང་ལུགས་ཀྱི་སྤྲོས་བྲལ་དོན་སྤྱིའི་ཚུལ་དུ་རྟོགས་པའི་གང་ཟག་དེ་མ་ཡིན་པར་ཁྱེད་རང་གིས་ཁས་བླངས་པའི་ཕྱིར། དེ་ནི་འདོད་ལབ་འདོད་ལན་སྤྲད་ཐུ་བའི་སྐོར་ཡོད་མ་རེད་ཁོས་རྟོགས་ཡོད་མ་རེད། བྱས་ཙང་དེས་ན་ས་ད་ངེད་རང་དགྲ་བཅོམ་དེས་ཐེག་པ་ཆེན་པོའི་ཚོགས་ལམ་ལ་ཞུགས་ནས་ཚོགས་ལམ་ཡིན་པའི་སྐབས་སུ། འཕགས་པ་ཡིན་ལབ་ན་སྐྱོན་ཡོད་པ་རྒྱུ་མཚན་དེས་ན་སོ་སོའི་སྐྱེ་བོ་རེད་ཟེར་དགོས་རེད། སོ་སྐྱེ་ལ་མང་པོ་ཡོད་རེད་དེ། དེ་ནས་ངེད་རང་དགྲ་བཅོམ། ཐེག་ཆེན་ཚོགས་ལམ་ལ་ཞུགས་ད་ལྟ་ཚོགས་ལམ་པ་ཡིན་མཁན་དེས་ཐེག་ཆེན་སོ་སྐྱེ་རེད་ཟེར་ཐེག་ཆེན་སོ་སོ་སྐྱེ་བའི་གང་ཟག་ཡིན་པ་གང་ཞིག།

སོ་སྐྱེ་ཡིན་པ་རྟགས་མ་གྲུབ་ཟེར་ན་སོ་སྐྱེ་ཡིན་པ་རྟགས་མ་གྲུབ་ཟེར་ན་ད་དེ་ཆོས་ཅན་གྱི་རེད་བ་ཉན་རང། དེའི་ག་སོ་རེད་ཉན་དུས་སྒྲ་བྱུང་གི་རྟོག་པ་མངོན་དུ་གསུངས་པའི་ད་ལྟ་ཚོགས་ལམ་པ་དེས་ཕྱི་མ་སོ་སྐྱེ་ཡིན་པ་རྟགས་མ་གྲུབ་ཟེར་ན་ད་རྟགས་གྲུབ་དགོས་རེད་དེར་ཐལ་ཟེར་ཆོས་ཅན་ཁ་གང། ཉན་རང་སྒྲ་བྱུང་རྟོག་པ་མངོན་དུ་གསུངས་པའི་ཐེག་ཆེན་ཚོགས་ལམ་པ་དེ་ཆོས་ཅན། དེ་ནི། དེ་ནས་ཐེག་ཐེག་ཆེན་སོ་སྐྱེ་ཡིན་ན་སོ་སྐྱེ་ཡིན་དགོས་པ་དེར་ཐལ་ལོ་དེ་ལས་ཕྱི་མ་མ་གྲུབ་ན་ཟེར་ཕྱི་མ་མ་གྲུབ་ན་ཟེར་ཐེག་ཆེན་སོ་སྐྱེ་ཡིན་ན་སོ་སྐྱེ་ཡིན་པ་མ་གྲུབ་ཟེར་བ་ཡིན་ན་སྲིད་པ་རེད་ཨེ་ནི་ཉན་རང་དགྲ་བྱུང་གི་རྟོག་པ་མངོན་སུམ་ཐེག་ཆེན་ཚོགས་ལམ་པ་དེ་ཆོས་ཅན། ཐེག་ཆེན་སོ་སྐྱེ་ཡིན་ན་སོ་སྐྱེ་ཡིན་དགོས་པ་ཡིན་དགོས་པའི་ཁྱབ་པ་དེར་ཐལ། ཐེག་ཆེན་སྦྱོར་ལམ་པ་ཡིན་ན་སྦྱོར་ལམ་ཡིན་དགོས་པའི་ཁྱབ་པའི་ཕྱིར་ཟེར་བ་རེད། རྟགས་མ་གྲུབ་ན་ཟེར་ན་ཐེག་ཆེན་སྦྱོར་ལམ་པ་ཡིན་ན་སྦྱོར་ལམ་ཡིན་པར་རྟགས་མ་གྲུབ་ཟེར་ན། དེ་ནི་ཉན་ཐོས་དགྲ་བཅོམ་པའི་རྟོགས་པ་སྔོན་དུ་སོང་བས། དེ་ནི། ཐེག་ཆེན་མཐོང་ལམ་བསྡུ་དངོས་ཆོས་བཟོད་སྐད་ཅིག་དང་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་ཆོས་ཅན། འོ་རེད། ཉན་ཐོས་དགྲ་བཅོམ་པའི་རྟོགས་པ་སྔོན་དུ་སོང་བས། སྔས་མ་ཉེས་འདོད་དགྲ་བཅོམ་པར་བྱེད། ད་ལྟ། ཐེག་ཆེན་མཐོང་ལམ་སྡུག་བསྔལ་ཆོས་བཟོད་ལ་གནས་པ་དེ་གཟིགས་པ་རེད། ཉེས་འདོད་དགྲ་བཅོམ་པའི་རྟོག་པ་མངོན་དུ་སོང་བའི་བྱང་སེམས་མཐོང་ལམ་སྡུག་བསྔལ་ཆོས་བཟོད་ལ་གནས་པའི་བྱང་སེམས་ཆོས་ཅན། མཐོང་ལམ་སྐད་ཅིག་དང་པོ་ལ་གནས་པའི་གང་ཟག་མ་ཡིན་པ་དག་གོ། རང་རྒྱུད་ཐེག་པ་ཆེན་པོའི་སྦྱོར་ལམ་ལས་དངོས་སུ་མ་སྐྱེས་པའི་ཕྱིར་རྟགས་ཁས་གཟིགས་པ་རེད། རྟགས་ཁས་ཏེ་རྟགས་མ་གྲུབ་ཟེར་བའི་རྟགས་དེ་ཁས་བླངས་སོང་བ་རེད། དེ་འདྲའི་སྐྱོན་ཡོང་གི་རེད་གཟིགས་པ་རེད། ད་འོ་ན་དེར་འོ་ན། ངེད་རང་དགྲ་བཅོམ་དེའི་རྟོགས་པ་མངོན་སུམ་གྱི་བྱང་སེམས་ཚོགས་ལམ་པ་དེའི་རྒྱུད་ཀྱི་གང་ཟག་གི་བདག་མེད་རྟོགས་པའི་རྣལ་འབྱོར་མངོན་སུམ་དེ། དེ་ནི་ཐེག་ཆེན་ཚོགས་ལམ་ཡིན་དམ་མ་ཡིན་ཟེར་ན། དེ་ཡིན་དགོས་རེད་ཟེར་བ་ལ་བརྟེན་དེར་བ་དེའི་རྟོགས་པ་སྔོན་དུ་སོང་ངོ་ཟེར་ན། ངེད་རང་དགྲ་བཅོམ་དེའི་རྟོགས་པ་སྔོན་དུ་སོང་བའི་བྱང་སེམས་ཚོགས་ལམ་པ་དེའི་རྒྱུད་ཀྱི།

ཨེ། ཆོས་ཀྱི་བདག་མེད་རྟོགས་པའི་ཐར་པ་ཆེ་དོན་གྱི་ཡེ་ཤེས་གཉིས་གཞི་མཐུན་ཡོད་མ་རེད་ཟེར་བ་རེད། རྒྱུ་མཚན་ག་རེད་ཟེར་ན། དེ་ནི། ཐེག་ཆེན་ཚོགས་ལམ་པ་དེས་ཆོས་ཀྱི་བདག་མེད་རྟོགས་པའི་ཡེ་ཤེས་དེ་ནི་ཆོས་ཀྱི་བདག་མེད་དོན་གྱིས་རྟོགས་པའི་བློ་རེད། གང་ཟག་གི་བདག་མེད་དེ་གང་ཟག་དང་མངོན་སུམ་དུ་རྟོགས་པའི་རྣལ་འབྱོར་མངོན་སུམ་རེད། དེ་གཞི་མཐུན་ཡོང་གི་མ་རེད་ཟེར་བ་རེད། བྱས་ཙང་ཁྲི་ཀ་ཚིག་དོན་རབ་གསལ་དགོངས་པ་ཡང། ཉེ་རང་དགྲ་བཅོམ་ཐེག་ཆེན་ཚོགས་ལམ་དུ་ཞུགས་ནས་གནས་པའི་སྐབས་སུ་ཐེག་ཆེན་ཚོགས་ལམ་པ་དེ་སོ་སོའི་སྐྱེས་བུའི་གང་ཟག་ཡིན་པ། འདི་ཁོ་ན་ཁྲི་ཀའི་དགོངས་པ་ཡིན་སྲིད་པ་རེད། ད་ཁྱེད་ཚོས་ང་རང་ཚོའི་ལུགས་ལ་ད་དེ་རེ་བ་ག་སོ་རེད། ཉན་རང་དགྲ་བཅོམ་ཐེག་པ་ཆེན་པོའི་ཚོགས་ལམ་ལ་ཞུགས་ནས་ཐེག་ཆེན་ཚོགས་ལམ་ཡིན་ཚོགས་ལམ་པ་ཡིན་པའི་སྐབས་སུ་སོ་སོའི་སྐྱེ་བོའི་གང་ཟག་ཡིན་པར་ཁས་ལེན་དགོས་ཁས་ལེན་དགོས་རེད་ཟེར་བ་རེད། ཁས་ལེན་སྐོར་འདི་ཁྲི་ཀའི་དགོངས་པ་ཡང་ཡིན་འདི་མ་གཏོགས་འགྲོ་ས་མེད་ཟེར་བ་རེད། ད་འདི་ལ་ཁོག་གི་ཡང་སྐྱོར་དོགས་པ་ཆེ་ན་འོ་ན་དེ་ཆོས་ཅན་ཟེར་ན་ད། དེ་ནས། དེ་ཆོས་ཅན་ཟེར་ན་ཉན་རང་དགྲ་བཅོམ་གྱི་རྟོགས་པ་སྔོན་དུ་སོང་བའི་བྱང་སེམས་ཚོགས་ལམ་པའི་རྒྱུད་ཀྱི་གང་ཟག་གི་བདག་མེད་རྟོགས་པའི་རྣལ་འབྱོར་མངོན་སུམ་དེ་ཆོས་ཅན། ཁྱོད་གཞི་ཤེས་ཡིན་པ་དག་རྣལ་འབྱོར་མངོན་སུམ་ཡིན་པའི་ཕྱིར་ཟེར་བཅུག་ན་ཟེར་བ་རེད། ལན་གར་ཅིག་རེད་ཟེར་ན། ལམ་འོག་མ་ཚོགས་ལམ་གྱི་སྐབས་སུ། འདི་ཁྱོད་རང་གི་ཐང་རྒྱུད་དེ་མ་ཁྱབ་པ་རེད་ཟེར་བ་རེད། ག་རེ་རེད་ཟེར་ན། ག་རེ་རྒྱུ་མཚན་ག་རེ་རྒྱུ་མཚན་ག་རེ་རྣལ་འབྱོར་མངོན་སུམ་ན་ཞི་ཤེས་པས་མ་ཁྱབ་པ་རེད་ཟེར་བ་རེད་རྒྱུ་མཚན་ག་རེ་ཟེར་ན། ཉན་རང་དགྲ་བཅོམ་རྟོགས་པ་མངོན་སུམ་གྱི་བྱང་སེམས་ཚོགས་ལམ་པ་གང་ཟག་དེས། སོ་སོའི་སྐྱེ་བོ་ཡིན་ཟེར་མཁན་གྱི་དང་འཕགས་པ་ཡིན་ཟེར་མཁན་གཉིས་ཡོད་རེད། ང་རང་ཚོ་ན་ཞེན་སོ་སོའི་སྐྱེ་བོ་ཡིན་པ་ལ་འདོད་ན། ཁོ། མདོས་འདོད་པའི་སྐབས་སུ་ཉོན་སྒྲིབ་སྤངས་པའི་གང་ཟག་ཡིན་ནམ་ཉོན་སྒྲིབ་མ་ལུས་པར་སྤངས་པའི་གང་ཟག་ཡིན་ན་འཕགས་པ་ཡིན་པས་མ་ཁྱབ་ཟེར་ན་ཁས་ལེན་བྱེད་ཀྱི་བ་རེད་ཟེར་བ་རེད། ཨ་ནི་ཉེ་རང་དགྲ་བཅོམ་དེ་རྟོགས་པ་མངོན་སུམ་བྱང་སེམས་ཚོགས་ལམ་པ་དེ་ཁ་ཅིག་གིས་འཕགས་པ་ཡིན་ཟེར་གྱི་རེད་འཕགས་པ་ཡིན་པར་འདོད་ན་ཡང་ཉོན་སྒྲིབ་སྤངས་པའི་གང་ཟག་ཡིན་ན། དེ་ནས། ཉན་ཐོས་འཕགས་པ་རང་རྒྱལ་འཕགས་པ་བྱང་སེམས་འཕགས་པ་སངས་རྒྱས་འཕགས་པ་སྟེ་འཕགས་པ་བཞི་པོ་གང་རུང་ཡིན་པས་མ་ཁྱབ། ལབ་རྒྱུ་ཡོད་པ་བཞིན་དུ་སྐབས་འདིར་རྣལ་འབྱོར་མངོན་སུམ་ཡིན་ན་གཞི་ཤེས་ཡིན་པས་མ་ཁྱབ་ལབ་ཀྱི་རེད་ཟེར་བ་རེད། ཨོ་འདིའི་བར་དུ་ཕྱིན་པ་རེད་ས་བཅད་གསུམ་པ་དེ་ས་བཅད་གཉིས་པ། ད་གསུམ་བཅད་ས་བཅད་གསུམ་པ་སྐྱེ་བོ་ཐམས་ཅད་ཅེས་པའི་གཞུང་ལ་བརྟེན་ནས་སེམས་ཅན་ཐམས་ཅད། མཐར་ཐུག་སངས་རྒྱ་མི་སྐྱེ་ལ་སྤྱད་པ་ལ་དགག་བཞག་སྤོང་གསུམ་ལས་ཟེར་བ་རེད། མཐར་ཐུག་སེམས་ཅན་ཐམས་ཅད་སངས། རྒྱ། མི་སྐྱེ་སྐོར་ལས་རེད། དེ་དང། དང་པོ་ཞེན་ལུགས་འགག་པ་ནི་སྲིད་པ་རེད། རེད་མདའ་བ་ན་རེད་མདའ་བའི་གསུང་དུ། སེམས་ཅན་ཐམས་ཅད་སངས་མི་རྒྱ། སྲིད་པ་རེད། སེམས་ཅན། ཐམས་ཅད། མཐར་ཐུག་སངས་རྒྱས་ཀྱི་མ་རེད་སྲིད་པ་རེད། ད་འདི། སངས། རྒྱ་བ་དང་སངས། རྒྱ། ངེས་པ་གཉིས་པོ་དེ་དོན་དག་གཅིག་པ་རེད། བྱས་ཙང་དེར་བ།

གལ་སྲིད་སེམས་ཅན་ཐམས་ཅད་མཐར་ཐུག་སངས་རྒྱ་ངེས་ཡིན་ན་སྐྱོན་ཆེན་པོ་ཡོང་གི་འདུག་ཟེར་བར་ད་སྐྱོན་ག་རེ་རེད་ཟེར་ན། འོ་ན་སེམས་ཅན་ཐམས་ཅད་སངས་རྒྱས་ཟིན་པའི་དུས་སྲིད་པ་དག་སེམས་ཅན་དེ་ཐམས་ཅད་སངས་རྒྱ་བ་ཡིན་པའི་ཕྱིར་ཟེར་བ་རེད། འདོད་ན་ཟེར་དུས་སེམས་ཅན་ཐམས་ཅད་སངས་རྒྱས་ཟིན་པའི་དུས་སྲིད་པ་དག་ཟེར་བ་འདོད་དོ་ཟེར་བ་ཡིན་ན། ཨ་ནི་མཐའ་འགྱུར་གསུམ་བཏང་གི་ཡོད་རེད་མཐའ་འགྱུར་གསུམ་ལ། རྟགས་གཅིག་པ་གཅིག་རྐྱང་རེད། ཐལ་འགྱུར་དང་པོ་དེ་རེད། འོ་ན། སངས་རྒྱས་ཀྱི་ཕྲིན་ལས། རྒྱུན་ཆད་པའི་དུས་སྲིད་པ་དག་ཟེར་ན། སངས་རྒྱས་ལ་ལས་ཀ་མེད་པའི་དུས་ཚོད་ཡོང་གི་རེད་པས་སྲིད་པ་རེད། སངས་རྒྱས་ཀྱི་ཕྲིན་ལས་རྒྱུན་ཆད་པ་ཟེར་ན་སངས་རྒྱས་ལ་ལས་ཀ་མེད་པ་དེ་རེད། གཞན་དོན་གྱི་ལས་ཀ་མེད་པ། འོ་ན་སངས་རྒྱས་ཀྱི་ཕྲིན་ལས་རྒྱུན་ཆད་པའི་དུས་སྲིད་པ་དག། དེ་ནི་སེམས་ཅན་ཐམས་ཅད་སངས་རྒྱས་ཟིན་པའི་དུས། ཡོད་པར་ཁས་བླངས་པའི་ཕྱིར་སྲིད་པ་རེད། གཅིག་རེད་སྐྱོན་གཅིག་གཉིས་པ།

ཐལ་འགྱུར་གསུམ་པ་འདི་རེད། དེ་ནས། འཁོར་བྱང་སེམས་དང་མི་ལྡན་པའི་ལོངས་སྐུ་སྲིད་པ་དག་བསམ་སྟེ། ད་ཚང་མ་སངས་རྒྱས་སོང་ན་བྱང་ཆུབ་སེམས་དཔའ་ཡང་སངས་རྒྱས་འགྲོ། བྱང་ཆུབ་སེམས་དཔའ་སངས་རྒྱས་སོང་ན། ཨ་ནི་ལོངས་སྐུ་ལ་འཁོར་ངེས་པ་ང་ལྡན་ནི་སྲིད་པ་རོ་ད་གནས་ངེས་པ་འོག་མིན་ཆོས་ངེས་པ་ཐེག་པ་ཆེན་པོ། ངོ་བོ་ངེས་པ་མཚན་དཔེ་འབྲེལ་པ་དུས་ངེས་པ་འཁོར་བ་རྒྱུན་མ་ཆད་པར་དུ་འཁོར་ངེས་པ་བྱང་སེམས་འཕགས་པའི་བསྐོར་བ་བསྲེས་ཏེ་ད་མེད་པ་ཆགས་འགྲོ་ས་རེད་སྲིད་པ་རེད། འོ་ན་འཁོར་བྱང་སེམས་འཕགས་པ་དང་མི་ལྡན་པའི་ལོངས་སྐུ་སྲིད་པ་དག་འདོད་པས་དེའི་ཕྱིར་སྲིད་དུ་སེམས་ཅན་ཐམས་ཅད་སངས་རྒྱས་ཟིན་པའི་དུས་ཀྱི་ཡོད་པར་ཁས་བླངས་པའི་ཕྱིར། ཇི་འདྲའི་སྐྱོན་ཆེན་པོ་ཡོང་གི་འདུག་ཅེས་སེམས་ཅན་ཐམས་ཅད་སངས་རྒྱ་གི་མ་རེད་སེམས་ཅན་ཐམས་ཅད་སངས་རྒྱ་ངེས་མ་རེད་ཅེས་བཀག་ནས་རང་ལུགས་ལ་འདི་འདྲ་ཞིག་འདུག་རི་འདབས་རང་ལུགས་ལ། དེ་སངས་ད་སེམས་ཅན་ཐམས་ཅད་དེ་སངས་རྒྱ་བར་མ་ངེས་ཟེར་ན། སེམས་ཅན་ཐམས་ཅད་སངས་རྒྱ་ངེས་མ་རེད་ཟེར་བ་རེད། ད་རྒྱུ་མཚན་གསུམ་ཁྱེད་འོ་དོ། རྒྱུ་མཚན་གཅིག་ལ་རྟགས་གྲུབ་གཅིག་རྟགས་གྲུབ་རྟགས་གྲུབ་ལ་རྟགས་གྲུབ་ཁྱེད་འོ་རེད་ཁོང་གིས་གསུངས་ན། སེམས་ཅན་ཐམས་ཅད་སངས་རྒྱ་ངེས་མ་རེད་ཟེར་བ་རེད། རྒྱུ་མཚན་ག་རེད་ཟེར་ན། སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སངས་རྒྱས་ཀྱི་ཡེ་ཤེས་འབྱུང་བའི་ཡེ་ཤེས་འབྱུང། ཡེ་ཤེས་འབྱུང། འབྱུང་བའི་ཡེ་ཤེས་འབྱུང་བ། སེམས་ཅན་རྒྱུད་ལ་ཡེ་ཤེས་འབྱུང་བའི་ཁྱབ་པ་མི་འདུག་ཟེར་བ་རེད། ད་འདིར་ཡེ་ཤེས་འབྱུང་བའི་ཁྱབ་པ་མེད་པ་དེ་ཡེ་ཤེས་ཀྱི་རྒྱུ། ཚང་བའི་ཁྱབ་པ་མི་འདུག་ཟེར་བ་ལ། ཡེ་ཤེས་ཀྱི་རྒྱུ་ཚང་བའི་ཁྱབ་པ་མེད་པ་དེ། ལོག་སྲེད་ཅན་གྱི་གང་ཟག་མང་པོ་ཡོད་རེད་ཟེར་བ་ལས། ལོག་སྲེད་ཅན་གྱི་གང་ཟག་དེ་ཚོ། ཆོས་ལ་སྡང། དེ་ནས་ཕྱིན་ཅི་ལོག་ལ་ཞེན་བྱེད་ཀྱི་ཡོད་པ་ཡིན་དུས་དེ་ནི། སངས་རྒྱས་ཀྱི་ཡེ་ཤེས་རྒྱུ། ཚོགས་བསགས་ཐོབ་གི་ཡོད་མ་རེད། ཚོགས་བསགས་མ་དུས་སངས་རྒྱས་ཡེ་ཤེས་ཡོང་གི་ཡོད་མ་རེད། སངས་རྒྱས་ཡེ་ཤེས་མི་ཡོང་བ་དང་སངས་རྒྱས་ཀྱི་མ་རེད་ཟེར་བར་ཐབས་ཁུང་རིམ་པ་བཞིན་འགྲོ་གི་རེད། བྱས་ཙང་རང་ལུགས་ལ་སེམས་ཅན་དེ་ཐམས་ཅད་གསང་བར་རྒྱ་བར་མ་ངེས་ཟེར་ན། རེད་མདའ་བའི་རང་ལུགས་ལ་སེམས་ཅན་ཐམས་ཅད་སངས་རྒྱས་ཐུབ་གི་མ་རེད་ཟེར་བ་རེད། ད་ཁུང་གི་རྒྱུ་མཚན་གཙོ་བོ་འདི་རེད། དེའི་རྒྱུད་ལ་སངས་རྒྱས་ཡེ་ཤེས་འབྱུང་བ་མ་ངེས་པའི་ཕྱིར་ཟེར་ན། སེམས་ཅན་ཐམས་ཅད་ཀྱི་སེམས་ལ་སངས་རྒྱས་ཀྱི་ཡེ་ཤེས་འབྱུང་བའི་ཁྱབ་པ་མི་འདུག་ཟེར་བ་ལས་སེམས་ཅན་ཐམས་ཅད་དེའི་རྒྱུད་ལ་སངས་རྒྱས་ཡེ་ཤེས་འབྱུང་བར་མ་ངེས་པའི་ཕྱིར་ཟེར་བ་རེད། ད་དེའི་རྟགས་གྲུབ་དེ་ག་འདྲ་རེད་ཟེར་རྟགས་གྲུབ་ག་འདྲ་རེད་ཟེར་ན་དེའི་རྒྱུད་ལ་འོ་ད་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སངས་རྒྱས་ཀྱི་ཡེ་ཤེས་འབྱུང་བའི་ཁྱབ་པ་ཡོད་མ་རེད་ག་རེད་ཟེར་ན། དེས། རྒྱུ། ཚོགས། རྒྱུ་ཚོགས་གྲངས་མ་ཚང་བའི་ཕྱིར། ཟེར་ན། སེམས་ཅན་ཐམས་ཅད་ཀྱི་སེམས་ལ། སངས་རྒྱས་ཀྱི་ཡེ་ཤེས་དེ་ཡི་རྒྱུ། ཆ་ཚང་བ་ཅིག་འཛོམས་ཡོང་ཡ་ཁག་པོ་རེད་སྲིད་པ་རེད། ད། སེམས་ཅན་ཐམས་ཅད་ཀྱི་རྒྱུད་ལ། སངས་རྒྱས་ཡེ་ཤེས་འབྱུང་བའི་ཁྱབ་པ་མེད་པ་དེ། སངས་རྒྱས་ཡེ་ཤེས་ཀྱི་རྒྱུ།

ཕྱིན་ཅི་ལོག་ལ་ཞེན་ཆགས་བྱེད་པའི་གང་ཟག་ཡོད་རེད། དེ་འདྲ་ཡོད་པ་ག་ནས་ཧ་གོ་རེད་ཟེར་ན། རྒྱུད་བླ་མའི་ནང་ན་གང་ཞིག་ཡིད་ལ་ཆོས་ལ་སྡང་བ་དེ་ལ་ཐར་པ་ག་ལ་ཡོད་ཟེར་དུས། ལོག་སྲེད་ཅན་གྱི་གང་ཟག་ལ་ཐར་པ་རྩ་ན་མེད་གསུངས་འདུག་ཟེར་བར་འདི་བར་དུ་འགྲོ་གི་ཡོད་རེད། བྱས་ཙང་སེམས་ཅན་ཐམས་ཅད་དེའི་རྒྱུད་ལ་སངས་རྒྱས་ཡེ་ཤེས་འབྱུང་བར་མ་ངེས་པའི་ཕྱིར་ཏེ་སེམས་ཅན་ཐམས་ཅད་དེའི་རྒྱུད་ལ་སངས་རྒྱས་ཡེ་ཤེས་དེའི་རྒྱུད་ཚོགས། གྲངས་མ་ཚང་བའི་ཕྱིར་ཏེ། ལོག་སྲེད་ཅན་གྱི་གང་ཟག་ཡོད་པའི་ཕྱིར་ཏེ། དེ་ནས་ཆོས་ལ་སྡང་ཞིང་ལོག་པ་ལ་ཞེན་ཆགས་ཅན་གང་ཟག་ཡོད་པའི་ཕྱིར་ཏེ། རྒྱུད་བླ་མའི་ནང་དུ་གང་ཞིག། གང་ཞིག་ཡེ་ནས་ཆོས་ལ་སྡང་བ་དེ་ལ་ཐར་པ་ག་ལ་ཡོད་ཞེས་གསུངས་པའི་ཕྱིར་ཟེར་བར་འདིའི་བར་དུ་རས་འདབ་པའི་ཞེས་པ་རེ་བསྡུས་པ་རེད། ད་དེ་ནས་འགྲིག་དང་མ་འགྲིག་ཟེར་འདི་འགྲིག་ཡོད་མ་རེད་ཟེར་བའི། མཐར་ཐུག་སེམས་ཅན་ཐམས་ཅད་སངས་རྒྱ་ངེས་རེད། མཐར་ཐུག་སེམས་ཅན་ཐམས་ཅད་སངས་རྒྱ་དགོས་ཀྱི་རེད། ཁྱེད་དང་རེད་འདའ་བས་དེ་འགྲིག་མི་འདུག་ཟེར་བ་གང་ལྟར་རེད་འདའ་བས་དོ་ལ་གཅིག་པ་རེད་ཁོ་ཁྱེད་རང་གི། སེམས་ཅན་ཐམས་ཅད་སངས་མི་རྒྱས་ཁས་ལེན་ཚར་ན། སངས་རྒྱས་ཀྱི་ཁྲིད་ལས་རྒྱུན་ཆད་པ་གཅིག། གཅིག། དེ་ནས་སངས་རྒྱས་ཁྲིད་ལས་རྒྱུན་ཆད་པ་གཅིག་ཡོང་ཡོང་དེ་གོ་རེད་ཟེར་བ་ཁྱེད་རང་ལུགས་ལ་ཁོང་གིས་གསུངས་དོ་སེམས་ཅན་ཐམས་ཅད་སངས་རྒྱ་ངེས་ཡིན་ན། སངས་རྒྱས་ཀྱི་ཁྲིད་ལས་རྒྱུན་ཆད་འགྲོ་ས་རེད་ཟེར་བ་རེད། འདི་ཁྱེད་རང་ལ་ཡོང་གི་འདུག་ཟེར་བ་རེད། ཁྱེད་རང་གི་སེམས་ཅན་ལ་སངས་རྒྱ་མཁན་ཞིག་དང་མི་རྒྱ་མཁན་གཉིས་ཡོད་རེད། མི་རྒྱ་མཁན་དེ་ལ་སངས་རྒྱས་ཀྱི་འཕྲིན་ལས་རྒྱུན་ཆད་འགྲོ་གི་རེད་ཟེར་ལྟ་ས་དང་གི་ཡོད་རེད། འོ་ན་སེམས་ཅན་དེ་ལ་སངས་རྒྱ་མི་རྒྱ་གཉིས་སུ་གྲགས་ངེས་པ་ད་ཟེར་བ་རེད། ད་ཁ་ཁྱབ་ཀྱི་སེམས་ཅན་དེ་ལ་མཐར་ཐུག་སངས་རྒྱ་མཁན་ཞིག་དང་མཐར་ཐུག་སངས་མི་རྒྱ་མཁན་གཉིས་སུ་གྲགས་ངེས་པ་ད། སངས་རྒྱ་བའི་སེམས་ཅན་ཡོད་པ་གང་ཞིག་སེམས་ཅན་ཡིན་ན་སངས་རྒྱ་བས་མ་བྱས་པ་ཁྱེད་རང་ཁས་བླངས་པའི་ཕྱིར་ཟེར་བ་རེད། འདོད་ཟེར་ན་ཟེར་སེམས་ཅན་དེ་ལ་སངས་རྒྱ་མི་བྱེད་གཉིས་སུ་ངེས་པ་ཐག་ཟེར་བ་འདོད་དོ་ཟེར་བ་ཡིན་ན། འོ་ན། སངས་རྒྱ་བས། འོ་ན་སངས་རྒྱ་བས་སེམས་ཅན་ཐམས་ཅད། འོ་ན་སངས་རྒྱ་བས་སེམས་ཅན་ཐམས་ཅད་སངས་རྒྱས་ཟིན་པའི་དུས་ཀྱི་སྲིད་པ་ཐག་ཟེར་བ་རེད། སངས་རྒྱས་པའི་སེམས་ཅན་དེ། སངས་རྒྱས་པར་ཁྱེད་རང་གིས་ཁས་བླངས་པའི་ཕྱིར། ཁྱབ་པ་ཁས་ཟེར་བ་ལས། དེ་ལས། སངས་རྒྱས་པའི་སེམས་ཅན་དེ། སངས་རྒྱས་པའི། སངས་རྒྱས་པའི་སེམས་ཅན་ཐམས་ཅད་དེ་སངས་རྒྱས་པ་ཡིན་ན། སངས་རྒྱས་པའི་སེམས་ཅན་ཐམས་ཅད་སངས་རྒྱས་ཟིན་པའི་དུས་སྲིད་པའི་ཁྱབ་པ་ཁྱེད་རང་ཁས་བླངས་སོང་ཟེར་བ་ལས། ད་འདོད་ན་སྲེད་དེ། དེ་ནས་འདོད་ན་སྲེད་དེ། སངས་རྒྱས་པའི་སེམས་ཅན་ཐམས་ཅད་སངས་རྒྱས་ཟིན་པའི་དུས་ཀྱི་སྲིད་པ་ཐག་སོ་ལོ་འདོད་དོ་ཟེར་བ་ཡིན་ན་དེ་ནི་རྟག་རྟག་རེད་ཨ་ནི་སངས་རྒྱས་ཀྱི་ཕྲིན་ལས་རྒྱུན་ཆད་པའི་དུས་ཀྱི་ཁྱེད་རང་ལ་སྲིད་པ་ཐག། སངས་རྒྱས་ཟིན་པའི་སེམས་ཅན་ཐམས་ཅད་ནི་སངས་རྒྱས་ཟེར་བ་ཁྱེད་རང་འདོད་པ་ཡིན་དུས་ཁོ་ཚོ་ལ་ནི་སངས་རྒྱས་ཀྱི་རོགས་པ་བྱེད་དགོས་ཡ་གོལ་ཡོད་མ་རེད། སངས་མི་རྒྱས་པའི་སེམས་ཅན་ལ་ནི་དེ་ནི་སེམས་ཅན་ཐམས་ཅད་ལ་ཁོ་སངས་རྒྱས་ཀྱི་ཕྲིན་ལས་སྐོར་འཇུག་དགོས་མ་རེད་ག་རེ་ཟེར་ན། ཁྲི་ལས་འཇུག་དགོས་དགོས་པ་སྐོར་ཡོད་མ་རེད་དེ་དེ་ཡིན་པ་ཁྱད་པར་ཁྱེད་རང་ཁས་བླངས་སོང་ཟེར་བ་རེད། འདོད་ན། དེ་ནས་སངས་རྒྱས་ཀྱི་ཁྲི་ལས་རྒྱུན་ཆད་པའི་དུས་ཁྱོད་རང་ལ་སྲིད་པར་ཐག་ཟེར་བ་རེད། འདོད་པ་གང་ཞིག་ཟེར་ན་སངས་རྒྱས་པའི་སེམས་ཅན་དང་སངས་རྒྱས་ཟིན་པའི་དུས་ཀྱི་སྲིད་པ་འདོད་པར་ཁྱེད་རང་ཁས་བླངས་པ་གང་ཞིག་སངས་རྒྱས་ཚར་ན་སངས་རྒྱས་ཁྲི་ལས་འཇུག་དགོས་ཡོད་སྐོར་ཡོད་མ་རེད་ཟེར་བ་རེད། ད་སངས་མི་རྒྱས་པའི་སེམས་ཅན་ཐམས་ཅད་ལ་དེ་ནི་སངས་རྒྱས་དགུ་མེད་པ་ཡིན་སངས་རྒྱས་དགུ་དགུ་བའི་སྐོར་མེད་པ་ཡིན་དུས་སངས་རྒྱས་ཁྲི་ལས་མི་འཇུག་སངས་རྒྱས་ཁྲི་ལ་འཇུག་དོན་སྐོར་ཡོད་མ་རེད་དེའི་དོན་དག་ཁྱེད་རང་ཁ་བ་ཁས་བླངས་ནང་སྲིད་པ་རེད། གཅིག་ཕྱིན་པ་རེད་ཁོ་རང་ལ་ཁྲི་ལས་རྒྱུན་ཆད་པ་ཟེར་ཏེ། དེ་ནས་དེར་བ་ཁ་སོ་རེད་དེ་ནས་ད་དེ་ནས་བྱང་སེམས་འཕགས་པ་མེད་པའི་སྐོར་དེ་རེད་དེ་ནས་དེར་བ། བྱང་སེམས་འཕགས་པ་ཐམས་ཅད་བྱང་སེམས་འཕགས་པ་ཐམས་ཅད་སངས་རྒྱས་ཟིན་པའི་དུས་ཀྱི་སྲིད་པ་མཐའ། བྱང་སེམས་འཕགས་པ་དེ་ཐམས་ཅད་སངས་རྒྱས་བ་ཡིན་པར་ཁྱེད་རང་གིས་འདོད་པའི་ཕྱིར། འདོད་ན་ཟེར་དུས་བྱང་སེམས་འཕགས་པ་ཐམས་ཅད་སངས་རྒྱས་ཟིན་པའི་དུས་ཀྱི་སྲིད་པ་མཐའ་སོགས་འདོད་དོ་ཟེར་བ་ན། ཨ་ནི་འཁོར་བྱང་སེམས་འཕགས་པ་དང་མི་ལྡན་པའི་ལོངས་སྐུ་སྲིད་པ་མཐའ། ལོངས་སྐུ་སྲིད་པ་དག། དེ་ནས་བྱང་སེམས་འཕགས་པ་ཐམས་ཅད་སངས་རྒྱས་སྲིད་པའི་དུས་ཡོད་པར་ཁྱེད་རང་གིས་ཁས་བླངས་པའི་ཕྱིར་ཟེར་བ་རེད། འདོད་ན། འཁོར་ངེས་པ་ལྔ་ལྡན་སྐུ་དེ་ལོངས་སྐུ་འོད་གསལ་བའི་མཚན་ཉིད་བརླག་འགྲོ་གི་རེད་ཟེར་བ་རེད། ད་ལྟའི་འདི་གི་སྐྱོན། སེམས་ཅན་ཐམས་ཅད་སངས་རྒྱ་ངེས་ཡིན་ན། སྐྱོན་འདུག་ཟེར་བའི་སྐྱོན་དེ་ཕ་གཏོགས་རེད། ད་ཐ་མ་སྟེ། སེམས་ཅན་ཐམས་ཅད་སངས་རྒྱས་ཀྱི་མ་རེད་ཟེར་བའི་སྒྲུབ་བྱེད་ལ་སྐྱོན་བརྗོད་བྱེད་དགོས་རེད། སྐྱོན་བཤད་ཨང། དེ་ནས་ཁྱེད་རང་གིས་འདི་ལ་བུ་དུ་ཟེར་ན་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་མ་རེད། ག་རེ་རེད་ཟེར་ན་སེམས་ཅན་ཐམས་ཅད་ལ་དེ་ནས་ཡེ་ཤེས་འབྱུང་བའི་ཁྱབ་པ་མེད་དོ་ཟེར་བ་རེད། ཡེ་ཤེས་འབྱུང་བའི་ཁྱབ་པ་མེད་པའི་རྒྱུ་མཚན་ག་རེ་རེད་ཟེར་ན་རྒྱུ་ཚོགས་གྲངས་ཚང་གི་མ་རེད་ཟེར་འདུག་ཟེར་བ་རེད། ད་ཡིན་ན་དེ་འདྲའི་རྒྱུ་ཚོགས་གྲངས་ཚང་བ་དེ་དོན་དག་ག་རེ་རེད་ཟེར་བ་རེད། དོན་དག་གཉིས་མ་གཏོགས་འགྲོ་ས་ཡོད་མ་རེད་ཟེར་བ་རེད། དེ་འདྲའི་རྒྱུ་ཚོགས་གྲངས་ཚང་བའི་དོན་དག་འདྲ་བོ་དེ། ཡང་ན་ནི་ཐེག་པ་ཆེན་པོའི་སེམས་ཀྱི་རྒྱུད་ལ་སྐྱེས་པ་ལ་ཟེར་དགོས་ཀྱི་རེད་ཟེར་བ་རེད། དེ་རེ་བས་ཟེར་བ་རེད། ཡང་ན་ནི་རྒྱུ་ཚོགས་གྲངས་ཚང་ཟེར་བའི་དོན་དག་དེ། ཉེར་ལེན་གྱི་རྒྱུ། དེ་ནི་སེམས་རིག། ཉེར་ལེན་གྱི་ཉེར་ལེན་གྱི་རྒྱུའི་གཙོ་བོ། རང་བཞིན་གནས་རིག་སེམས་གསལ་ཙམ་རིག་ཙམ། དང་གཅིག། ལྷན་ཅིག་བྱེད་པའི་རྐྱེན་སངས་རྒྱས་ཀྱི་ཕྲིན་ལས་མཇུག་ཏུ་འགྲོ་བ་གཉིས་བསྡོམས་པ་དེ་ལ་ཟེར་དགོས་ཀྱི་རེད་དེ་མ་གཏོགས་རྒྱུ་ཚོགས་གྲངས་ཚང་བསལ་ཏེ་འགྲོ་ས་ཡོད་མ་རེད་ཟེར་བ་ཡིན། ད་དང་པོ་ལྟར་ཡིན་ཟེར་ན་འོ་ད་རྒྱུ་ཚོགས་གྲངས་ཚང་བསལ་ཏེ། ཐེག་པ་ཆེན་པོའི་སེམས་ཀྱི་རྒྱུད་ལ་ཡོད་པ་ལ་བྱེད་ཀྱི་ཡོད་ཟེར་བ་ཡིན་ན། འོ་ན་ཉན་རང་དགྲ་བཅོམ་དེ། སངས་མི་རྒྱས་པའི་གང་ཟག་ཡིན་པ་དག་ཉན་རང་དགྲ་བཅོམ་པ་དེའི་རྒྱུད་ལ་ཐེག་པ་ཆེན་པོའི་སེམས་ཅན་མེད་པའི་ཕྱིར་ཟེར་བ་རེད། འདོད་ན་ཟེར་དུས་ངེད་རང་འདྲ་ཆུན་པོ་དེ་སངས་མི་འཁྱིལ་བའི་གང་ཟག་ཡིན་པར་ཐག་ཟེར་ན་འདོད་དོ་ཟེར་བ་ཡིན་ན་དེ་ནི་མཐར་ཐུག་ཐེག་པ་གསུམ་དུ་གྲུབ་འགྲོ་དགོས་རེད་ངེད་རང་འདྲ་ཆུང་ནས་སངས་འཁྱིལ་གི་མ་རེད་རང་སྐྱིད་འདྲ་ཆུང་ནས་སངས་འཁྱིལ་གི་མ་རེད་དེ་ནི་མཐར་ཐུག་ཐེག་པ་གསུམ་ཡོད་པ་ཆགས་འགྲོ་གི་རེད། བྱས་ན་འདོད་ན་འོ་ན་མཐར་ཐུག་ཐེག་པ་གསུམ་དུ་གྲུབ་པར་ཐག་ངེད་རང་འདྲ་ཆུང་ངེད་རང་འདྲ་ཆུང་དེ་སངས་མི་འཁྱིལ་བར་འདོད་པའི་ཕྱིར་དེ་ནི་ངེད་འདོད་དེ་ངེད་འདོད་འབྲས་བུ་མཐར་ཐུག་རང་སྐྱིད་དེ་རང་སྐྱིད་འབྲས་བུ་མཐར་ཐུག་དེ་མཐར་ཐུག་ཐེག་པ་གསུམ་དུ་དེ་ནི།

ཕྱག་དྲུག་ཏུ་བསྲི་བར་འདིར་གར་ཟེར་ན་ཅིག་ཤོས་ཀྱི་རྣལ་འབྱོར་པས་ཀྱང་སངས་རྒྱས་བ་ཉིད་ཐོབ་པར་བྱ་བའི་ཕྱིར་ཟེར་ན་ཉན་རང་དགྲ་བཅོམ་ལ་གཟིགས་དགོས་པ་ཉན་རང་དགྲ་བཅོམ་དེ་ཚོ་ཡང་དེ་ནི་མཐར་ཐུག་སངས་རྒྱས་དགོས་པ་ཡིན་དུས་དེ་ནི་ལམ་ཤེས་བསྒོམ་དགོས་པས་ཁྱབ་པ་རེད་ལམ་ཤེས་བསྒོམ་པར་བྱ་བ་ལ་སེམས་བསྐྱེད་ཡོད་དགོས་པས་ཁྱབ་པ་རེད་ཟེར་ན་ཅེས་གསུངས་པ་རེད་འདིས་གཞུང་དོན་གྱི་མ་གྲུབ་པ་གཞུང་གི་བརྗོད་བྱ་མ་གྲུབ་པ་དག་ཉན་རང་དགྲ་བཅོམ་སངས་མི་རྒྱ་བར་ཁྱེད་རང་གིས་ཁས་བླངས་པའི་ཕྱིར་གཟིགས་པ་རེད། ཨེ་ནི་སྐྱོན་གཉིས་ཡོང་གི་རེད་ཟེར་བ་ད་ཕྱི་མ་ལྟར་ན་ཟེར་ཕྱི་མ་ལྟར། རྒྱུ་ཚོགས་གྲངས་སངས་ཟེར་བའི་དོན་དག་དེ། ཉེར་ལེན་གྱི་རྒྱུ་ཡོད་ཚོ་སེམས་རང་བཞིན་གནས་རིགས། རིགས་ཙམ་བསགས་ཙམ་ཡོད་པ་བཅས་ལྷན་ཅིག་བྱེད་པའི་རྐྱེན་གཙོ་བོ་སངས་རྒྱས་ཀྱི་འཕྲིན་ལས་འཇུག་ཏུ་རུང་བ་དེ་ལ་ཟེར་རེད་ཟེར་བ་ཡིན་ན། འོ་ན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སངས་རྒྱས་ཀྱི་ཡེ་ཤེས་ཀྱི་རྒྱུ་ཚོགས་གྲངས་ཚང་བ་དག། སེམས་ཅན་ཐམས་ཅད་དེའི་རྒྱུད་ལ། དེ་ནས་སེམས་རེག་ཅིང་སར་ཙམ་དང་ཐུན་གྱི་སངས་རྒྱས་ཀྱི་ཕྲིན་ལས་འཇུག་ཏུ་རུང་བ་གཉིས་པོ་དེ་ཡོད་པའི་ཕྱིར་དུ་ཟེར་བ་རེད། ཡོད་རེད་ག་རེ་ཟེར་ན། ད་ལྟ་དེ། དེ་རེད་བ་ཁ་སོ་རེད། རྫོགས་སངས་ཀུན་ནས་འཕྲོ་བྱེད་རི་དང་དེ་བཞིན་ཉེ་རེ་མེད་ཅིང་རི་ཡོད་ཅེ་ན། ལུས་ཅན་གྱི་རྟག་ཏུ་སངས་རྒྱས་སྙིང་པོ་ཅན་ཟེར་དུས། དེ་ནི་རང་བཞིན་གནས་རིགས་དེ་ཡོད་པ་ཅན། དེ་ནི་རྫོགས་སངས་ཀུན་ནས་འཕྲོ་བྱེད་རི་དང་ཟེར་ན་ཐུན་གྱི་ཕྲིན་ལས་སངས་རྒྱས་ཀྱི་ཕྲིན་ལས་དེ་འཇུག་རུང་རེད་དེ་བ་རེད། བྱས་ཙང་གཉིས་ཀ་འགྲུབ་འདུག་ཟེར་བ་རེད། བྱས་ཙང་སེམས་ཅན་ཐམས་ཅད་རྒྱུད་ལ་སངས་རྒྱས་ཡེ་ཤེས་ཀྱི་རྒྱུ་ཚོགས་གྲངས་ཚང་བ་དག་སེམས་ཅན་ཐམས་ཅད་དེའི་རྒྱུད་ལ། ཉེར་ལེན་གྱི་རྒྱུའི་གཙོ་བོ་སེམས་རིག་ཅིང་བསགས་ཙམ་དང་ལྷན་ཅིག་བྱེད་རྐྱེན་པའི་གཙོ་བོ་སངས་རྒྱས་ཀྱི་ཕྲིན་ལས་འཇུག་ཏུ་རུང་བ་གཉིས་པོ་དེ་ཡོད་པའི་ཕྱིར་ཟེར་བ་རེད། དེས་ན་ཟེར་བའི་ད། རྒྱུ་ཚོགས་གྲངས་ཚང་གི་དོན། གཉིས་པོ། ཡོད་རེད། གཉིས་པོ་གང་ལྟར་བཤད་ན་ཡང། སེམས་ཅན་ཐམས་ཅད། ཀྱི་རྒྱུད་ལ། སངས་རྒྱས་ཀྱི་ཡེ་ཤེས་རྒྱུ་ཚོགས་གྲངས་མ་ཚང་ཟེར་བ་དེ། མི་འགྲིག་པ་རྒྱུ་མཚན་དེས་ན། མི་འགྲིག་པ་རྒྱུ་མཚན་དེས་ན། རྒྱུ་ཚོགས་གྲངས་ཚང་གི་དོན་དག། འདི་གཉིས་མ་མཐོང་ནས་བཤད་རྒྱུ་ཡོད་མ་རེད། རྒྱུ་ཚོགས་གྲངས་ཚང་གི་དོན་གསུམ་པ་དཔེར་ན། རྒྱུ་ཚོགས་གྲངས་ཚང་གི་དོན་གསུམ་པ་དེ་ནི། རྒྱུ་ཚོགས་སྐད་ཅིག་སྔ་ཕྱི་ཚོགས་པ་ལ་རྒྱུ་ཚོགས་གྲངས་ཚང་ཟེར་ན་ནི་འདི་ལྟ། དེ་ནི་སྨྱོན་པའི་སྐད་ཆ་འདྲ་བོ་རེད་ཟེར་བ་རེད། ག་རེ་དེ་ནི་རྩ་ནི་རེད་མདའ་བའི་ཁྱེད་མཁས་པ་ཆེན་པོ་ཡིན་དུས་ཁྱེད་ཀྱི་ལུགས་ལ་མ་ཡིན་ཚེ་ཡིན་གྱི་མ་རེད་ཟེར་བ་རེད། ག་རེ་ཟེར་ན། དེ་ནི་རྒྱུ་ཚོགས་སྐད་ཅིག་སྔ་ཕྱི། ཚང་བ་དེ་ལྟར་ན། འདིར་དེ་ལྟར་ན་ཟེར། རྒྱུ་ཚོགས་གྲངས་ཚང་ཞེས་པའི་དོན་དག་དེ། རྒྱུ་རྒྱུ་ཚོགས་སྐྱེ་མཆེད་ལྔ་སྤྱི། ཚང་བ་ལ་བྱེད་པ་དེ་ལྟར་ན། དེ་ནས་དེ་ནས་སེམས་ཅན་ཐམས་ཅད་རྒྱུ་ལ། དེ་ནས་རྒྱུ་ཚོགས་གྲངས་ཚང་བ་ཅིག་ནམ་ཡང་སྲིད་ཀྱི་མ་རེད། ད་དེ་ནས་ཡིན་གྱི་མ་རེད། མདོར་ན་འདིར་བ། དེ་ན་སེ་ཏོ་རྒྱུ་ཚོགས་གྲངས་ཚང་གི་དོན། གོང་དུ་བཤད་པ་གཉིས་མ་གཏོགས་འགྲོ་ས་ཡོད་མ་རེད། གཉིས་ཀ་ལྟར་བྱས་པ་ཡིན་ན་ཡང། སེམས་ཅན་ཐམས་ཅད་ལ། དེ་ནི། ཡེ་ཤེས་སངས་རྒྱས་ཡེ་ཤེས་ཀྱི་རྒྱུ། རྒྱུ་ཚོགས་གྲངས་ཚང་གི་མ་རེད་ཟེར་ཏེ་སྒྲུབ་ཐུབ་ཀྱི་ཡོད་མ་རེད། དེ་ཡིན། མཐར་ཐུག་སེམས་ཅན་ལྟར་སངས་མི་རྒྱ་ཟེར་བ་དེ། སྒྲུབ་མི་ཐུབ་པའི་རྒྱུ་མཚན་དེ་ན་སེ་གོ་རེད། གལ་སྲིད་རྒྱུ་ཚོགས་གྲངས་ཚང་གི་དོན་གཞན་དག་དཔེར་ན། རྒྱུའིརྒྱུ་ཚོགས་ཀྱི་སྐད་ཅིག་སྔ་ཕྱི། དུས་གཅིག་ཏུ་ཚང་བ་ལ་བྱེད་ཟེར་བ་ཡིན་ན་ནི་དེ་འདྲ་ནི། མ་ཡིན། དེ་འདྲ་ནི་ཁྱེད་རང་གི་དགོངས་པ་ཡིན་གྱི་མ་རེད་ཟེར་བ་རེད། གལ་སྲིད་དེ་ལྟར་ན། རྒྱུ་ཚོགས་གྲངས་ཚང་ཞེས་པའི་དོན་དག་དེ། རྒྱུ་ཚོགས་སྐད་ཅིག་སྔ་ཕྱི་དུས་གཅིག་ཏུ་ཚང་བ་ལ་བྱེད་པ་དེ་ལྟ་ན། རྒྱུ་ཚོགས་སྐད་ཅིག་སྔ་ཕྱི་དེ་ནི་གྲངས་ཚང་བ་གཅིག་མ་རེད། དེ་ལྟར་ན། རྒྱུ་ཚོགས། གྲངས་ཚང་ཞེས་པའི་དོན་དག་སྟེ། རྒྱུ་ཚོགས་སྐད་ཅིག་སྔ་ཕྱི་དུས་གཅིག་ཏུ་ཚང་བ་ལ་བྱེད་པ་དེ་ལྟར་ན། རྒྱུ་ཚོགས་གྲངས་ཚང་བ་ཅིག་སེམས་ཅན་སུའི་རྒྱུད་ལ་ཡང་མི་སྲིད་པ་ཆགས་ཀྱི་རེད་ཟེར་བ། ཁྱེད་རང་གིས་ཁས་བླངས་པའི། དེ་ནས་འཚང་རྒྱས་པའི་སེམས་ཅན་ཡིན་ནའི་རེད། ཁྱེད་རང་གིས་ཁས་བླངས་པའི་འཚང་མི་རྒྱས་པའི་སེམས་ཅན་ཡིན་ནའི་རེད། སེམས་ཅན་ཐམས་ཅད་རྒྱུད་ལ་རྒྱུ་ཚོགས་གྲངས་ཚང་ཟེར་ནས་བདག་ཤེས་བྱ་ལ་མི་སྲིད་པ་ཆགས་ཀྱི་རེད་ཟེར་བ། འོན་འདི་རིགས་ལྟར་འདོད་ན། རེད་མདའ་བ་གི་དགོངས་གཞི་ལ། མཐར་ཐུག་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་མ་རེད་ཟེར་གོ་རེད་ག་རེད་ཟེར་ན། ཁོང་གི་རྒྱུ་མཚན་གཙོ་བོ་དེ་རེད། སེམས་ཅན། སེམས་ཅན་ཐམས་ཅད། མཐར་ཐུག་སངས་རྒྱས་ཀྱི་མ་རེད་ཟེར་བ་རེད་ག་རེད་ཟེར་ན། སེམས་ཅན་ཐམས་ཅད་ཀྱི་རྒྱུད་ལ། སངས་རྒྱས་ཀྱི་ཡེ་ཤེས་འབྱུང་བའི་ཁྱབ་པ་མི་འདུག་ཟེར་བ་རེད། འདིའི་རྒྱུ་མཚན་ག་རེ་རེད་ཟེར་ན། སེམས་ཅན་ཐམས་ཅད་རྒྱུད་ལ། དེ་ནས། སངས་རྒྱས་ཡེ་ཤེས་ཀྱི་རྒྱུའི་ཚོགས། གྲངས་ཚང་བ་ཅིག། ཡོང་བས་ཁྱབ་པ་མེད་དུ་གཟིགས་པ་རེད། ཁྱབ་པ་མེད་པའི་རྒྱུ་མཚན་ག་རེ་རེད་ཟེར་ན། ལོག་སྲེད་ཅན་གྱི་གང་ཟག་ཡོད་རེད་ཟེར། ལོག་སྲེད་ཅན་གྱི་གང་ཟག་དེ་ཚོ། ཆོས་ལ་སྡང་པོ་བྱེད། ཕྱིན་ཅི་ལོག་ལ་ཞེན་ཆགས་བྱེད་ཡོད་རེད། དེ་འདྲའི་ཞེན་ཆགས་བྱེད་མཁན་དེ་ཚོ་ལ། ཐར་པ་རྩ་ན་མེད་གསུངས་པ་ཡིན་དུས་སངས་རྒྱས་ཐ་མལ་མེད་པས་རེད་ཟེར་བ་རེད། ཨོ་དེ་འདྲས་འགྲོ་གི་ཡིན་ཟེར་བ་རེད་ལགས་སོ།